བསྟན་དང། བཀུར་གཡོ། དེ་ཚོ་དྲང་བདེན་གྱི་ད་འདི་ཆ་ལ་ཡག། ལུང་བསྟན་དེ་ཚོ་ག་འདྲས་སུ་ཕེབས་ཀྱི་ཡོད་རེད་འདི་གང་ལ་ང་དོགས་པ་ཅིག་སླེབས་སོང། མཚམས་གཅིག་ཕ་ཚོ་བཟོད་བསྲན་བྱས་ནས་བསྡད་ཀྱི་ཡོད་རེད་མ་དེ་ཞིག་དེ་ཚོ་རྙོག་དྲ་ཆེན་པོ་ཆགས་ཡག་གི་གཞི་རུ་བ། གཡས་གཅོང་མཆོད་སྦྱིན་ཆོག་མགོའི་བཀའ་ལུང་དེ་རྫུན་མ་རེད་ཟེར་ནས་གསུང་གི་ཡོད་ན། ད་ལྟ་གི་ཁོ་རང་གི་གསུང་དེ་བ་དེ་ཨ་ནི་དེ་ད་ལྟ་གི་གནས་ཆུང་བྱེས་ཆོས་ཆེན་མོ་གིས་གསུང་བ་དེ་རྫུན་མ་རེད་ཤག་ཅིག་ཀ་ཅི་ཞིག་དེ་འདྲ་གསུང་དེ། ཨེ་གལ་སྲིད་དེ་འདྲ་ཡིན་པས་ན་ཨེ་མ་གར་ཞིག་བཅར་རེད་ད། གར་ཞིག་གང་ན་ཞིག་ཨོ་མ་བཅར་རེད། གི་མི་ཚེ་དེ་མི་ལུས་ཏེ་ང་རང་ཚོ་བོད་རྒྱ་ཁབ་དང་མི་རིགས་ཀྱི་སྤྱི་དོན་བཏང་བཞག་མཁན་གྱི་ཆོས་རིགས་ཀྱི་སྤྱི་མཐུས་རྣམ་པ་ཚོ་ལ་ཟུར་ཟ་བྱེད་ན་རྩ་བ་ཉིད་ནས་ངོ་ལེན་བྱས་ཐུབ་ཀྱི་མོ་འདུག་ཟེར་ནས་ཞུ་ཡ་ཡིན། ཐ་མ་ལུང་ན་ཡག་གི་རེད་མ་གཏོགས་ངེས་ཆུང་ཆུ་རྒྱུད་ཆེན་མོ་སྒང་ལ་དེ་ཕྱག་འཚལ་ཞུ་ཡ་ཡོད་ཡིན་ན་ལས་བ་དེ་ཚོགས་ཚོ་སྐད་ངན་ཁྲེལ་གི་ཡོད་ཧ་གོ་གི་འདུག་ཆིང་ས་ནས་བཟང་མོ་དང་ནི་ཞུ་གི་མེད་ད་དེ་རྣམ་པ་ཚོ་བསམ་ཤེས་བྱེད་ཐུབ་གི་རེད།
ད་དེ་རིང་གོང་དུ་ང་ཚོ་གནས་ལྗོངས་སྐུ་རྟེན་གྱི་བཀའ་ལུང་དང་འབྲེལ་བའི་གི་ཐོག་ནས་དེ་ཕྱག་སྦྲེལ་ཁ་ཤས་ཅིག་གིས་ཕྱག་ཤི་ལན་སོགས་སོ་སོ་རང་ཉིད་སྒྲོག་བྱེད་ཡིན་པ་ཡིན་ན། གནས་ཆུང་སྐུ་རྟེན་གྱི་ལུང་བསྟན་དང་འཕྲོས་བཅས། གསར་ཁང་བརྒྱུད་ལམ་ཁག་ནང་ལོགས་ལ་གནས་ཆུང་སྐུ་རྟེན་གྱི་ཞབས་རྗེས་ཀྱི་བསམ་ཚུལ་མང་པོ་ཅིག་འཕེལ་རེད། འདི་ཡང་འགྲེལ་བཤད་ཡིན་པ་ཡིན་ན་ཡང་སོ་སོའི་གི་མཐོང་སྣང་ལ་སོ་སོའི་གི་རྩིས་གཞི་ལ་ལོག་པ་ཅིག་རྒྱག་སོང་ས་ནི་འདི་ཞུ་ཡ་ཡིན། རྒྱུ་མཚན་དང་མ་མཚུངས་ན་ཅིག་ཞུ་བ་འདྲ་བྱིན་ན། ཁོང་གི་འགྲེལ་བཤད་སྐྱོན་ཡོན་ནང་ལོགས་ལ་ང་རང་ཚོ། སྤྱི་འཐུས་ལྷན་ཁང་འདི་ནང་ལོགས་ལ་གྲོས་ཚོགས་ར་བ་འདི་ནང་ལོགས་ལ་དམངས་གཙོ་ཁ་ལ་ཁུར་ནས། རང་བཙན་ལྟ་གྲུབ་ཁ་ལ་ཁུར་ནས། གོང་ས་མཆོག་གིས་གནང་བྱས་བའི་གི་དམངས་གཙོའི་གསོལ་རས་དང་ཁོང་ལ་རྩིས་མེད་བཏང་གི་ཡོད་བ་གི་རོགས་བྱས་དེ་འདྲས་ཅིག་ཁོང་གིས་ཕེབས་ཡོད་རེད། འདི་མ་ཟད་པས་ཁོང་གིས་ང་རང་ཚོ་དམིགས་བསལ་གི

བཀའ་ནན་པོ་ཞུ། ང་ཚོའི་ངོས་ནས་ཡིན་ན་ལས་གྲོས་ཚོགས་འཐུས་མའི་ངོས་ནས་ཡིན་ན་ལས་བ་འདས་ཚོགས་གཙོས་གང་གསུངས་པའི་བཀའ་གནང་བའི་རྗེས་ལ་ང་རང་ཚོས་ཀྱི་དང་པོ་ཉན་དགོས་ཀྱི་རེད་ཅིག་མི་ཨ་ལས་ཡིན་ནམ་མ་ཡིན་ནས་དེ་ང་རང་ཚོས་ཅིག་བྱེད་དགོས་ན་དེ། ད་ད་ལྟ་དེ་ལས་རིང་འགྲོ་གྱི་རེད་དངོས་གནས་བཤད་ན་ལས་རིང་རྣམ་རྒྱག་དེ་ཚོ་འབྲེལ་བ་ཞེ་བོ་ཡོད་མ་རེད་ན་ད་ཀུ་རེ་ཞི་བདེ་རྣམ་པ་སོ་སོ་དགོངས་པ་མ་མཐུན་པ་དག་ནང་གི་འཛིན་སྐྱོང་བཀའ་ཤག་ཡིན་ན་རེད་སོ་སོ་དགོངས་པ་མ་མཐུན་ན་ནི་ལས་རིང་རྣམ་རྒྱག་སྟོན་དགོས་རེད་སོ་སོ་དགོངས་པ་མཐུན་པ་ཡིན་ན་གནས་ཚུལ་ག་རེ་ཡོང་བ་ཡིན་ན་ཡང་སྟོང་ཉམས་བདེ་གོ་བར་བ། དེ་ཡིན་དེ་ཡིན་གྱི་སྨན་ནི་དགོངས་པ་བཞེས་དགོས་འདུག་དེ་ད་ལྟ་ཆུ་བདེ་གོ་བ་མ་རེད། ཡིན་ན་ད་ལྟ་ངས་ཚོགས་གཙོས་འདི་ཞུ་ཡ་ལ་ཆོས་རིག་ལས་ཁུངས་ཀྱི་ལས་དོན་དང་འབྲེལ་བའི་རང་གི་ཐོག་ནས་གླེང་སློང་གནང་རོགས་གནང། དེ་ལས་སྤྲོས་པའི་གནས་མ་གནང་རོགས་གནང་ཞུ་ཡ་ཡིན་འདི་གསལ་པོ་བྱས་ནས་ཞུ་ཡིན། དེ་ཡིན་དེ་ཆོས་རིག་བཀའ་ལན་གྱི་བཀའ་ལན་གནང་སྟངས་ཡང་དེ་ལུགས་ཀྱི་དགོངས་པ་བཞེས་རོགས་གནང་ཞུ་ཡ་ཡིན། ཞུ་དེ་དབང་འདུས་རྡོ་རྗེ་ལགས། རྡོ་རྗེ་ནང་ཚོགས་གཙོ་མཆོག། སོ་སོའི་ངོས་ནས། ཆོས་རིག་ལས་ཁུངས་ནང་ལོ་ཡོད་སྤེལ་གྱིས་ང་རང་ཚོ་ཆོས་བརྒྱུད་ཆེན་པོ་བཞི་གཡུང་དྲུང་བོན་དང་བཅས་པ་སྔགས་ཀྱི་ཐུན་མི་ཚོ་འདི་གྲོས་ཚོགས་ར་བ་འདི་ནང་ལ་ལོ་ཡོད་པ་འདི་ང་ཚོའི་ཚང་མིག་གི་ཤེས་གསལ་རེད་ཁོང་རྣམ་པ་ཚོས་ཀྱིས་སོ་སོ་རང་ཉིད་གྲོགས་བྱས་ན་སྐབས་བཅུ་བདུན་པ་སྤྱི་འཐུས་གསར་པ་དང་དང་པོ་ཉི་མ་དང་པོ་ནང་དང་པོ་སླེབས་ནས་བཟུང་བཅས་ཁོང་རྣམ་པ་ཚོས་ཀྱིས་ང་ཚོས་ཀྱི་ལྷན་ཁང་ཚང་མ་ནང་ལོ་ལ་འཆར་གཞི་གང་འདྲས་གླེང་གི་ཡོད་བ་བོད་རྒྱ་ཁ་དང་མི་རིགས་ཀྱི་ཆེད་དུ་བསམ་ཚུལ་གང་འདྲས་ཅིག་སྤུང་གི་ཡོད་བ་འདི་སོ་སོ་ཚོར་བའི་ཀྱི་ཐོག་ནས་ངས་ཁོང་རྣམ་པ་ཚོ་ལ་སྐྱོན་བརྗོད་བྱས་བ་འདི་ལ་རྩ་བ་ཉིད་ནས་ངོས་ལེན་རྩ་བ་ཉིད་ནས་བྱེད་ཐུབ་མོ་འདུག་ས་ནི་ཞུ་ཡ་ཡིན་འདི་དང་མཉམ་དུ་ཆོས་རིག་བཀའ་བློན་ཡིན་ན་འདྲ་འདུག་ཆོས་རིག་ལས་ཁུངས་ཀྱི་ངོས་ནས་ཀྱང་འདི་ལ་ངེས་པར་དུ་ཅིག་འགན་འཁྱི་དགོས་རེད་ས་ནི་འདི་ཞུ་བའི་དང་མཉམ་དུ་ཁོང་གིས་འདི་འགྲེལ་བཤད་སྐྱོང་བའི་སྐབས་སུ་ང་ཚོས་ཀྱི་འོས་བསྡུ་ཀྱི་ལས་རིམ་འདི་འགྲོ་དང་འགྲོ་བཞིན་པ་རེད་ས་ནི་ཞུ་ཡ་ཡིན་དམིགས་བསལ་གྱིས་འོས་མི་རེ་ཟུང་ཅིག་གི་མིང་འབོད་བྱས་བྱས་འོས་བསྡུ་གི་བརྒྱུད་རིམ་དེ་གོང་གསལ་ཕྱོགས་ཀྱི་སྣང་བཞག་བོད་ཀྱི་དམངས་གཙོའི་གསོལ་རས་ཀྱི་སྒྲོམ་གཞི་དེ་ཁོ་རང་རྩ་མེད་བཏང་ཡང་དག་རྩིས་མེད་བཏང་ཡང་གྱི། ལས་གཞི་ངན་པ་དེ་ཚང་བཟོ་བཟང་ནི་ཞོ་ཡིན་རྩ་བའི་ང་ཚོ་ཚང་མིག་གི་ཁེངས་སེ་རེད་ལོ་ལྔ་འདི་ནང་ལོགས་ལ་ཆོས་རྒྱུད་སྤྱི་འཐུས་རྣམ་པ་ཚོ་ལ་དངོས་གནས་ཀྱི་སྐྱོན་བརྗོད་བྱེད་མཁན་སུ་དང་སུ་ཡིན་པ་དེ་ང་ཚོ་གི་མཐོང་གསལ་རེད་ཆོས་རྒྱུད་སྤྱི་འཐུས་རྩ་མེད་བཏང་ཡང་གྱི་ལས་གཞི་ཡང་ར་དང་རིམ་པ་སྤེལ་ཡོད་རེད་དོ་འདི་ཚང་མ་ང་ཚོ་ཧ་གོ་གོ་གོ་རེད་བསམ་གྱི་ཡོད་དེ་སོང་ཙང་ད་ལན་འདི། སོ་སོ་རང་ཉིད་འགྲོ་བ་ཅིག་ཡིན་ན་གཙོ་བོ་དེ་ང་རང་ཚོའི་ཆོས་བརྒྱུད་ཆེན་པོའི་གཞི་གཡུང་དྲུང་བོན་དང་བཅས་པ་ལྔ། ཆོས་རིག་ལས་ཁུངས་ཀྱི་ཁྱབ་ཁོངས་ལ་ཡོད་པས་ཁོང་རྣམ་པ་ཚོ་ལ་ཟུར་ཟ་བྱས་དང་སྐྱོན་བརྗོད་བྱས་དེ་ལ་མཐའ་གཅིག་ཏུ་ངོས་ལེན་བྱེད་ཀྱི་མེད་ལ་ནི་འདི་ཞུ་ཡ་ཡིན། གལ་སྲིད་ང་རང་ཚོ་ཁ་ཚོན་ཡིན་ན་རྡོ་སེ་གཉང་རྒྱལ་ཁ་སོ་ཡིན་ཞུས་ཡིན། ང་ཚོ་བོད་རྒྱ་ཁབ་དང་མི་རིགས་དང་ང་ཚོ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ལ་ཤེས་དགོས་ཡོད་ན་གཙོ་བོ་དེ་སྒང་ནས་འགོ་ཁྲིད་བྱས། བོད་རྒྱ་ཁག་གི་ཆེད་དུ་བདེན་མཐའ་གསལ་གྱི་ཆེད་དུ་ང་ཚོ་ག་རེ་བྱེད་དགོས་འདུག་སྒང་ནས་བཀའ་བློན་ལམ་སྟོན་ཕེབས་དགོས་འདུག་ང་ཚོ་འགྲོ་བ་སྤྱི་ཚོགས་ནང་ལ་གཅིག་སྒྲིལ་ཡོང་ཡག་གི་ཆེད་དུ་ག་རེ་བྱེད་དགོས་འདུག་འདི་ཆེད་དུ་ང་ཚོ་བཀའ་བློན་ལམ་སྟོན་ཕེབས་དགོས་འདུག་ཟླ་གཉིས་ལོར་ཨ་རིག་གི་རོགས་དངུལ་ཆད་འདུག་བསམ་པ་ང་ཚོ་དཀའ་ངལ་ག་འདྲས་ཅིག་འཕྲད་སོང་འདི་དང་འབྲེལ་བའི་གི་ཐོག་ནས་མ་འོངས་པར་ང་ཚོ་བཙན་བྱོལ་གཞུང་དེ་དཀའ་ངལ་ནང་མ་ལྷུང་བའི་ཆེད་དུ་དཔལ་འབྱོར་གི་རོགས་རམ་དེ་མ་བྱས་ཡག་གི་ཆེད་དུ་འདི་དང་འབྲེལ་བའི་གི་ཐོག་ནས་སྒང་ནས་ལམ་སྟོན་བྱས་ཕེབས་ན་དངོས་གནས་གི་རྗེས་སུ་ཡི་རང་ཡོད་ས་ལེན་ཞུ་ཡ་ཡིན་འདས་སོང་འདས་སོང་ཙང་ཐ་མག་དེ་ལ་ཞུ་ཡ་གཅིག་ལ། མ་འོངས་པར་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ང་རང་ཚོ་གཅིག་སྒྲིལ་ཡོང་ཡག་གི་ཆེད་དུ་དམིགས་བསལ་གྱི་སངས་རྒྱས་ཀྱི་ནམ་ཟག་གལ་ངེས་ང་རང་ཚོ་སོ་སོ་གྱི་མི་ཚེ་དེ་མི་ལུས་དེ་ང་རང་ཚོ་བོད་རྒྱ་ཁབ་དང་མི་རིགས་ཀྱི་ཆེད་དུ་བཏང་བཞག་མཁན་གྱི་ཆོས་རིག་གི་སྤྱི་འཐུས་རྣམ་པ་ཚོ་ལ་ཟུར་ཟ་བྱེད་ན་རྩ་བ་ཉིད་ནས་ངོ་ལེན་བྱས་ཐུབ་ཀྱི་མི་འདུག་ཟེར་ནས་ཞུ་ཡ་ཡིན། ཞི་བདེའི་དགེ་བཤེས་ལྷ་རོང་པ་ཨ་ཀྲུག་ཚེ་བརྟན་ལགས།
བ་དན་ཚོགས་འདུ་མཆོག་ད་ད་གིས་བཀའ་རྒྱ་ཅིག་ཞུས་ནས་ཨ་ནི་དུས་ཚོད་ཆ་ཚང་ཅིག་འགྲོ་མ་ཐུབ་པ་རེད་དེ་ཡིན་དུས་གང་ལ་ཨ་ནི་བ་དན་སྲིད་སྐྱོང་གིས་གནས་ཚུལ་འདི་ཆུང་ཆུང་ཅིག་རྩ་བ་ཉིད་ནས་མ་རེད་གསུངས་སོང་དེ་བདེན་པ་རེད་གནས་ཚུལ་འདི་ཆུང་ཆུང་ཅིག་རྩ་བ་ཉིད་ནས་མ་ཡིན་པ་ཡིན་ཙང་ང་རང་འགྲོ་ཡིན་ན་དེ་ལ་བློ་འཚེབ་ཆེན་པོ་ཡོང་གི་འདུག། ད་གཞན་པ་ཀུ་རེ་སྤྱི་འཐུས་ཁ་ཤས་ཅིག་གིས་འདིའི་ནང་ལོགས་ལ་ཡང་ཅིག་གི། དེ་དང་མཉམ་དུ་ད་འདི་དུས་ཚོད་ལ་ཅིག་ཆབ་སྲེད་འདྲ་ཅིག་བརྩད་ནས་ངེད་ཀྱིས་གཤེ་གཤེ་ཅིག་བཏང་རོགས་བྱེད་ན་བསམ་དེ་ནས་ཧམ་པ་འདྲ་ཤས་ཅིག་བྱས་དེ་ཡང་ད་གཤེ་གཤེ་ཅིག་བཏང་རོགས་བྱེད་རོགས་བྱེད་ཟེར་གཉིས་དེ་འདྲ་ཡོང་གི་འདུག་དེ་ང་དེ་གི་ཐོག་ལ་ངས་མིག་ཟུར་གས་ཤོད་ཡ་མེད། རྡོག་རྡོག་ཏུ་ག་རེ་རེད་ཟེར་ན། སྤྲུལ་བའི་གནས་ལྗོངས་ཆོས་རྒྱུད་ཆེན་པོའི་བཀའ་ལུང་འདིས་ང་ཚོ་ལ་དཔེ་མ་སྲིད་པ་གལ་ཆེན་པོ་ཆགས་བསྡད་པ་རེད། བཏབ། ད་ལྟ་ང་ཚོ ྋསྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་སྐོར་ལ་བཀའ་ཕེབས་རྒྱུ་ནང་ལོགས་ལ་ཡང་ཅིག་མཇལ་བ་ཡིན་ན་དེ་ག་ཚོད་ཅིག་གི་གལ་ཆེན་པོ་ཆགས་ཡོད་མེད་དེ་ང་ཚོ་ཚང་མས་ཤེས་དགོས་བ་ཅིག་རེད། ཡིན་པ་ཡིན་ན་བཀའ་བློན་ཕེབས་པ་དེ་ལ་ཡང་དངོས་གནས་ཅིག་དང་དྭངས་མ་ཅིག་དང་རྫུན་མ་ཅིག་ཡོད་པ་དེ་ཡང་དེ་ལོ་རྒྱུས་སྒང་ལ་ཡང་མ་བྱུང་བ་ཁེ་མ་རོགས། ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གི་ཐོག་ནས་བདག་འཛིན་དབྱེ་བ་ཕྱེ་བའི་ལམ་སྟོན་ཅིག་གི་ཐོག་ལ་བཀའ་སློབ་གར་གནང་ཡོད་རེད་ལབ་ན། གནས་ཆུང་འཕགས་ཚ་བའི་རྗེས་ནས་དབུ་ཞྭ་བསྡུས་མ་སྤེལ་བ་ཡིན་ན། དེ་ལ་རི་མོ་ཅིག་ཤར་གི་རེད། དུས་དེའི་གནས་ཆུང་དངོས་གནས་ཕབ་ཡོད་རེད། བབས་ཡོད་རེད། དེ་མེད་ན་བབས་མེད་བ་གི་དེ་འདྲའི། ཟེར་ནས་རྒྱལ་བོ་སྟག་བྲག་གི་དེ་འདྲ་གསུང་གི་འདུག་ངས་བལྟ་མ་མྱོང་དེ་འདྲའི་གསུང་གི་འདུག་དེ་འདྲའི་ཡོད་ས་རེད་ཟེར་ནས་གོང་ས་མཆོག་བཀའ་སློབ་གནང་བྱ་རྒྱུ་ང་ཚོས་མཇལ་ཡོད་རེད། ལྷག་པར་དུ་ང་རང་ཉིན་རེ་བོ་ཆ་ཚང་པ་ཡིན་ནའང། ངས་སྤོབས་པ་ལྡན་པའི་ཐོག་ནས་གྲོས་ཚོགས་ར་བ་འདིའི་ནང་ནས་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་ཆེན་པོ་མཆོག་གི་ཆེད་དུ་ཚེ་སྲོག་ཚུན་ཆོད་ཡང་བློས་བཏང་ཐུབ་མཁན་ཞིག་ཡིན་པ་དེ་ངས་སྤོབས་པ་ལྡན་པའི་ཐོག་ནས་བཤད་ཐུབ་ཀྱི་ཡོད། བྱས་ཙང་དེ་འདྲའི་བཤད་མཁན་གྱི་མི་གཅིག་ལ་ཡང།

དགའ་ལྡན་ཕོ་བྲང་ཆེན་པོའི་ནང་ལོགས་ལས་ཡ་རོ་དགེ་ལུགས་པའི་གི་དགེ་བཤེས་ལྷ་འབྲོང་གྲོགས་གོ་གི་འདུག་ལབ་ན་ཆོས་རྒྱལ་ཤང་དང་ཁར་ཆེ་གི་རེད། དེའི་ནང་ལོགས་ལ་དཀྲུགས་ཤིང་འདྲ་བོ་ཞིག་ཐབས་ཤེས་བཏང་བསྡད་ན་དེ་ཡག་པོ་རྩ་བ་ཉིད་ནས་ཆགས་གི་མ་རེད་ཟེར་དེ་འདྲས་ཡིན་ཙང། དཀྲུགས་ཡུལ་གནས་ལྗོངས་ཆོས་རྒྱལ་ཆེན་པོ་ལ་ལྷུ་བ་རྩ་བ་ཉིད་ནས་ཡོད་མ་རེད་དེ། ཡིན་ན་ཡང་ལུང་སྟོན་ཕེབས་ཚུལ་གང་ག་ལོ་དེ་ལུང་སྟོན་དངོས་གནས་ཡིན་པའི་ཁྱབ་པ་མེད་བ་འདི་ང་ཚོ་གསལ་བོ་ཅིག་ར་འཕྲོད་ཡོད་རེད། དཔེ་ཆ་བཞག་ན་སྐྱབས་མགོན་རིན་པོ་ཆེ་གི་མདུན་ལ་ཡ། གཞུང་དེབ་དྲ་ལ་དེ་ཚོ་ཕབ་འོང་དུས་གང་ལ་དཔའ་རྟུལ་སྲིད་སྐྱོང་ཆེ་བ་ལ་ཉེས་རྡུང་བཏང་ཡིན་པ།

འདི་གལ་ཆེན་པོ་ཞིག་ཡིན་ཚེ་འདིའི་ཐོག་ལ་ང་རང་ཚོ་ངོས་ནས་གཟབ་གཟབ་གཟིགས་གཟིགས་ཅིག་བྱས་ནས་གང་ལྟར་ལུང་བསྟན་དག་འཛིན་གྱི་དབྱེ་བ་འབྱེད་ཡག་ཐབས་ཤེས་འགྲོ་བཞིན་ཡོད་པ་ཡིན་ན་དེ་ངེས་པར་དུ་ཐབས་ཤེས་དེ་ཆོས་རིག་ངོས་ནས་གླེང་དགོས་ཀྱི་འདུག་ཅེས་ནས་ངས་སེམས་ཚོར་ཆེན་པོས་སྒེར་ནས་ཞུ་དགོས་ཡག་གལ་ཆེན་དེ་རེད། མ་གཏོགས་ད་དེ་ནས་གནས་ཆུང་གི་ལུང་བསྟན་གཅིག་ཕབ་དེའི་སྒང་ལ་གནས་ཆུང་རྡོ་རྗེ་གི་འགྲེལ་བཤད་དེ་ལ་ག་རེ་གསུང་གི་ཡོད་རེད། ད་ལྟ་དཔའ་སྟོན་སྲིད་སྐྱོང་སོང་བ་ན་གཞི་རིག་ལུང་བསྟན་དེའི་ནང་ལ་ཆོས་རྒྱུད་སྤྱི་འཐུས་ཆོས་ཀྱི་མིང་ཙམ་ཡང་མི་འདུག་ཨ། གནས་ཆུང་རྡོ་རྗེས་ཀྱི་ཆོས་རྒྱུད་སྤྱི་འཐུས་ཙམ་མ་ཟད་རང་བཙན་ཐག་ཚུད་པ་བསད་ནས་གཅིག་བཤད་འོང་དུས་གང་ལ་ང་ཚོ་སྤྱི་ཚོགས་ཐུག་པ་ན་གཞི་དཀྲོགས་སོང་ཨ། ང་སྐབས་དུས་དུས་མིག་གི་འབྲས་སྤུངས་ལ་ཅིག་ཅར་བ་ཡིན་སྐྱབས་མགོན་རིན་པོ་ཆེ་དངོས་གནས་དྲངས་ནས་སངས་རྒྱས་དངོས་སམ་མི་གའི་བཞུགས་དེ་བཞག། ད་གང་ན་གཞི་འབའི་གདན་ས་གྲྭ་ཚང་ཁག་གི་འཇང་དགུན་ཆོས་ཆེན་པོ་མ་ཡིག་གི་ཚོགས་དེ་བཞག། མཁས་མང་བློ་གསལ་རྣམས་ཀྱིས་དངོས་གནས་དྲང་ནས་རིགས་སུ་མ་ཆུད་པའི་ཆོས་བརྒྱུད་ཀྱི་མཁས་དབང་གང་གཱ་གདན་འདྲེན་ཞུས་ནས་ཆོས་བརྒྱུད་ཀྱི་སྒྲོག་ལྷ་གནང་གི་བསྡད་ཤག། དེ་ལྟར་མང་ཚོགས་གང་གཱ་དངོས་གནས་དྲང་ནས་ཀྱི་བླ་ན་མེད་པའི་དབུ་ཁྲིད་གཅུང་ནོར་ཀོང་སའི་སྐྱབས་མགོན་ཆེན་པོ་བཞུགས་ཤག་ལ་བསྐོར་རག་ཅིག་བརྒྱབ་ནས་དངོས་གནས་དྲང་ནས་དག་པའི་ཤན་ཟེར་ཏེ་འདི་མིན་ན་ཅི་ཡིན་བསམ་སོང། ངས་དཀོན་མཆོག་དཔང་ཚོ་ཡིན་ཚོར་བ་སྐྱེས་སོང་ང་ལ། དེ་ནས་ཡར་སླེབས་ནས་ཡར་ཉི་མ་ཁ་ཤས་ཅིག་ལ་སྒུག་དེ། གང་ལྟར་གནས་ཆུང་གི་བཀའ་ལུང་དེ་དང་གནས་ཆུང་རྡོ་རྗེས་ཀྱི་འགྲེལ་བཤད་དེ་གཉིས་ལ་བརྟེན་ནས། དཔལ་དུ་དངོས་གནས་དྲན་ནས་དབུ་མའི་རྒྱ་མཚོའི་ནང་ལ་ཁྲག་གི་ཐིགས་པ་བརྒྱབ་པ་ནང་བཞིན་གྱི་བྱུང་སོང་དངོས་གནས་སོ་སོ་ལ་སེམས་ཚོར་ཡང་ཚོར་ར་ཡོད། དེ་འདྲའི་ཡིན་ཙང་མི་གི་ལ་ཡ་ཡང་དངོས་གནས་དྲན་ནས་རིགས་གཅིག་གི་དངོས་གནས་དྲན་ནས་དགོན་པ་གྲྭ་ཚང་དུ་ག་འདྲས་ཀྱི་ཆ་ནས་ཆ་ཟད་བཟོ་འགྲོ་བ་ཆེ་དེ་འདྲས་ཆགས་ཡོང་དུས། དེ་ནས་དངོས་གནས་དྲན་ནས་ལས་ཀྱི་སྣེ་མོ་རྣམ་པོ་ཚོ་ལ་ཐུགས་ཁག་མེད་པའི་ཐོག་ནས་བཀའ་ཡིག་ཕེབས་ཡོད་རེད་ང་ཚོ་དགོན་པ་གྲྭ་ཚང་ལ་འགྲོ་སྟངས་ཅི་ཡོད་རེད། ལས་ཀྱི་སྣེ་མོ་དེ་ཚོ་གི་འཛུགས་ཞབས་ཏུ་ཤར་ཕྱེད་སྒོར་དང་བསྲེས་ཏེ་ང་ཚོ་དགོན་པ་གྲྭ་ཚང་གི་འགྲོ་སྟངས་རེད། ལས་ཀྱི་སྣེ་མོ་གཅིག་གིས་སོ་སོ་ལ་ནོར་འཁྲུལ་དུ་ཡོད་མེད་ལ་མ་ལྟོས་པར་དཀའ་སྤྱད་ཀྱིས་ཕེབས་འོང་ན་དེ་འཛུགས་སྐབས་ཏུ་ཤར་འགྲོ་དགོས་ཡ་དེ་དགོན་པ་གྲྭ་ཚང་གི་ལས་ཀྱི་སྣེ་མོ་དེ་ཚོ་གི་ཆེ་མཐོང་བརྩི་སྟངས་གཅིག་རེད། དེ་འདྲའི་འདྲ་བའི་ཆེ་མཐོང་བརྩི་སྟངས་གཅིག་དེ་ཡ་རབས་བཟང་སྤྱོད་ཅིག་ཡོད་པ་ལ་བརྟེན་ནས་དུས་ད་ལྟ་བར་དུ་དགོན་པ་གྲྭ་ཚང་དེ་གནས་སྟངས་འདི་འདྲའི་ཆགས་ཡོད་རེད། དེ་འབྲེལ་གྱི་གནས་སྟངས་གཅིག་གི་ཐོག་ནས་ཤར་ཏུ་ཁོར་ཡུག་བཅུ་དུས་ལྔ་གཉིས་ས་གནས་ས་ཐོག་ལ་བཅར་ཆེད། ས་གནས་ས་ཐོག་ལ་བཅར་ཡོང་དུས་སྒང་ལ་ད་གིན་ངའི་ཟེར་བ་ན་གཞོན་འདུག་འོ་མའི་རྒྱ་མཚོ་ན་ལ་ཁྲག་གི་ཐིགས་པ་འགྲོ་བཞིན་མཆིས་བསྡད་ཡོད་རྒྱུ་དེ་གས་དེ་ཆ་ཚང་ལ་ལྷིང་འཇགས་པོ་ཅིག་བྱུང་ཡ་དེ་ལ་གོ་རེ་སྐྱོང་ཡི་ངོ་སོ་མེད་པ་ལ་ད་དུང་མཇུག་རྩིག་གི་རྗེས་ནས་ཉེས་པ་ཅིག་བསྟན་བ་ཡོང་ན་དེ་ལས་རྒྱུ་འབྲས་ལ་འགྲོ་ས་རེད། ལས་རྒྱུ་འབྲས་ཤེས་མཁན་གྱི་ཁ་བ་གངས་ཅན་གྱི་མི་གཅིག་གི་ངོས་ནས་དེ་ཁ་ནས་དོན་པ་ཡིན་ན་དེ་ག་འདྲ་ཆགས་ས་རེད། བྱས་ཙང་དེ་འདྲ་ཡིན་ཙང་ངས་མདོར་བསྡུས་ནས་བཤད་ཡ་དེ་ལ་ཡ། གནས་སྦྱོང་ཆོས་རྒྱལ། སྤྲུལ་རིགས་གནས་སྦྱོང་ཆོས་རྒྱལ་ཆེན་པོ་ལ་ཡིད་ཆེས་གཙང་མ་གཙང་རྒྱ་ཡོད་ལ་ལྷའི་བསླུ་བ་སའི་གཙང་ཉིད་ཡོད་མ་རེད་ཡིན་པ་ཡིན་ནས་དེ་ནི་བབ་ཞབས་པའི་གནས་སྦྱོང་ལུང་དོན་དེ་ལ་དག་དོན་ཡོང་ཡ་དེ་བདེན་པ་ར་སྤྲོད་ཡོང་བའི་ཐོག་ནས་མ་འོངས་པ་ངེས་པར་དུ་དེའི་ཐོག་ལ་ང་ཚོ་གཟབ་གཟབ་བྱེད་དགོས་འདུག་ལྷག་པར་དུ་ཆོས་རིག་གཟབ་གཟབ་བྱེད་དགོས་འདུག་ཟེར་རྒྱུ་དེ་ཞུ་ཡ་ཡིན་འདུག། ཤེས་ལྡན་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས།
པ་འདི་ཚོགས་སུ་ཤོག། དུས་ཚོད་ཐུང་དུས་གཅིག་ནང་ཞུས་བཞག་ཡིན། དང་པོ་དེ་ལ་དེང་གི་ངས་ལས་རིམ་ལྔ་ཆར་བསྟུན་པ་དེ་མ་ཕྱི་གཏན་ཕྱི་བཞག་ནས་བྲི་གི་འདུག་ད་པ་འདི་ཚོགས་སུ་ཤོག་གི་དེའི་ལས་རིམ་ད་ལྟ་འགྲོ་བདེ་སོང་ཚད་འདིའི་བཀའ་དེ་རྩིས་གོ་གཅིག་རེད་བ། དེ་གཅིག་ཡིན། གཉིས་པ་དེ་ལ་ཡང། ད་ད་ད། ད་བཤད་ནས་བདེ་བོ་ཟེར་མི་འདུག་དེ་ལས་ད་ཞུས་བཞག་གི་ལངས་པའི་ཞོར་ལས་རེད། གུ་རུའི་སྤྱི་འཐུས་མཆོག་ནས་ཡིན་ན་མཉམ་ཞུགས་བྱས་པའི་སྐབས་ལས་གནས་དྲུང་ཆེར་ཀེ་ཤམ་པོ་ལ་ཡ་ཡི་ཅིག་ཡོད་པ་དེ་གསུངས་གནང་ཚོད་དེ་དགའ་བོ་ཆགས་བྱུང། ང་ཚོ་གཞུང་འབྲེལ་སྲུང་མ་རེད། རྒྱལ་བསྟན་སྲུང་མ་ཙམ་མ་རེད། དེ་ཡིན་དུས་ཚང་མ་གཞུང་འབྲེལ་སྲུང་མ་ལ་ཡིད་ཆེས་གནང་བ་འདི་དངོས་གནས་ང་ཚོ་བློ་འོས་པ་ཞིག་རེད་བསམ་གྱི་འདུག་དེ་དང་མཉམ་དུ་ད་གིན་ལས་ཀྱི་རྣམ་གཞག་བཏོན་པའི་སྐབས་ལ་ཡ་ཡི་ཅིག་ཕྱག་འབྲེལ་བཅུ་དུས་ཀ་མེད་གནང་བ་དང་མཉམ་དུ་རེད། བར་སྐབས་གཅིག་ལ་ང་རང་ཚོ་འོས་བསྡུ་དང་ལས་རིམ་དང་མང་པོ་ཞིག་བྱེད་དུས་མང་པོ་ཡོད་རེད་སྤྱི་ཚོགས་ནང་བསམ་ཚུལ་མང་པོ་ཡོད་དང་ང་ཚོ་ཤེས་ཀྱི་ཡོད་རེད་ཨ་ཁོ་ཕྱོགས་གཅིག་ནས་མང་གཙོའི་གི་འགྲོ་ལུགས་ཇི་རེད་ཕར་བཤད་ཚུར་བཤད་ཅིག་ཡོང་གི་ཡོད་རེད་ཕྱོགས་གཉིས་ནས། ད་ཡང་འདི་གཅིག་བཤད་དུས་བསམ་པ་འདི་དེའི་ཤོག་ཁག་རེད་ཟེར་འདྲ་བོ་དང་ཕ་གིའི་ཤོག་ཁག་འདྲ་ལས་སྐད་ཆ་ཡོང་དུས་བསམ་པ་ལ་ཡར་ལྟས་སུ་ཡག་པོ་མི་འདུག་བསམ་པ་ཡར་ལངས་ཏེ་ངས་སྤྱི་འཐུས་འདི་ཕྱི་གོས་གཅིག་དུ་མགོ་དུ་མགོ་མི་འདུག་བགྲོ་གླེང་ཀླད་པའི་སྐོར་ལ་མགོ་སྟོད་ལ་ངས་བྱས་ཡིན་ད། མི་སུ་གོ་དེ་དེ་ངས་ཐག་ཆད་འདུག་མ་རེད་པ་ང་དེ་གི་ཐོབ་ཁུངས་ནང་བའི་གློག་བརྙན་ནང་ཡོད་མ་རེད་པ། མི་ལ་ལྟ་ན་མི་དཀོན་མཆོག་སྣང་བ་འགྲོ་བ་དེ་འདྲའི་འདུག་མ་འགྲོ་བ་དེ་འདྲའི་འདུག་རེད་བ་དྲང་མི་འདྲ་འདུག་དྲང་པོ་བཤད་འོག་རེད་བ། ཨ་སྤྱི་འཐུས་ཁ་ཤས་འདི་ན་མགོ་ནས་མ་ལས་དུས་ཚང་པའི་བློ་ཕམ་ཉེས་དེ་ཆགས་སར་ཡིན་ནས་ལས་གོ་དེ་གོ་མི་འདུག་ལ་ན་བྱེད་རྒྱུ་ཅི་འདུག་གོ་འདུག་སུ་གོ་འདུག་ཟེར་ན་ཨི་ཇི་སྐད་དང་པོ་ཟེར་ན I don't know རེད་བ། ཡིན་ནས་ལས། ད་དོག་པོ་རྣམ་རྟོག་ཅིག་ག་འདུག་ལ་ན། ད་ཅི་འདི་གི་ལུང་འདི་གི་མ་དྲང་ཉེ་འདི་དྲང་པོ་མི་འདུག་ཡིད་ཆེས་མ་གསུངས་གསུང་གོ་རེད་བ། ད་དེ་སུས་བཙལ་བྱེད་ཀྱི་རེད་དེ་ང་ལ་ལན་གོ་དུ་རེད་བ། ཆོས་རིག་བཀའ་བློན་གྱི་གནང་གི་ཡོད་ན་རེད་ཚོགས་གཙོ་མཆོག་གི་གནང་གི་ཡོད་ནི་རེད། དཔེར་ན་ཤར་ཟེར་ན་བདེ་སྲུང་ལས་ཁུངས་ཀྱི་གནང་གི་རེད་བས། ཆོས་རིག་བཀའ་བློན་གྱི་གནང་གི་རེད་བས། རྒྱ་གར་སྐུ་སྲུང་ངའི་གནང་གི་རེད་བས། དེ་ཚོ་གསལ་པོ་བཟོ་གོ་ད་ག་རེ་ཟེར་ན་དོགས་པ་རྣམས་དོ་བླངས་ས་རེད་བ་གྲོས་ཚོགས་རེད་བ་འདི་ནང་ལ། གྲོས་ཚོགས་རེད་བ་འདིས་དོགས་པ་རྣམས་དོ་བླངས་ས་རེད་འདྲི་གོ་རེད། ཡིན་ན་ང་ཚོ་གྲོས་བགྲོས་ཏེ་དོགས་པ་རྣམས་དོ་སེལ་ནས་གྲོས་གོ་ད། ཨ་ནེ་ཡང་འདི་ལྟར་དེ་ཉི་མ་ཧྲི་ར་མི་འདོར་བ་ཡང་ང་ཚོ་སྐབས་བཅུ་བདུན་པའི་སྤྱི་འཐུས་དེ་དོགས་པ་རྣམ་དག་ནང་བྱུང་ཡོད་མེད་དོགས་པ་སེམས་ནས་བྱུང་ཡོད་མེད་དེ་རྩིས་རྒྱབ་རེ་བ་འདུག་སེམས་པ་འདི་ཚོར་ཞུ་དུས་ཚོད་ནང། དཔལ་ལྡན་ཆོས་རིག་བཀའ་བློན་མཆོག། ད་གནད་དོན་གཅིག་དེ་ཡང་སེ་ཡང་སེ་གླེང་ཡོང་གི་འདུག་ད་ལྟ་དཔལ་ལྡན་ཚོགས་གཙོ་མཆོག་གིས་དེ་རིང་མ་ཆགས་སྤྱང་ངན་གྱི་གྲངས་ཀ་དེ་གསུང་ཡང་དང་དང་ད་ལྟ་བགྲོ་གླེང་གི་འགྲོས་འདིར་བལྟས་པ་ཡིན་ན། ཕལ་ཆེར་ད་ལྷག་མ་འདི་གཞུང་རྟེན་འདྲ་ལ་དེ་སྐོར་ལ་འགྲོ་ས་རེད་བསམ་བསམ་འདྲ་བོ་བྱེད། དེ་འདྲའི་གི་ཚོར་བ་བྱུང་གི་འདུག། དེ་ཡོང་དུས་བསམ་པ་འདི་འདྲའི་ཅིག་ཁ་ཕྱོགས་ཆེ་རུ་འགྲོ་བ་ཡིན་ན། དེ་ཏག་ཏག་ཅིག་བསྡད་གི་རེད་མ་རེད། དྲི་བ་ཆོག་མིན་གི་ཚད་གཞི་ཅིག་ཡོད་རེད། དྲི་བ་ཆོག་མིན་གི་ཚད་གཞི་ནང་ལོགས་ལ་གྲོས་ཚོགས་འདི་ནང་ལ་ལན་རྒྱག་ངེས་མེད་པ་ཡིན་ན། མིའི་མིང་འབོད་བྱེད་ཆེད་གཞལ་ཡས་དེ་ཏག་ཏག་བསྡད་གི་ཡོད་མ་རེད། ད་ཡིན་ནའི་དྲི་བ་བཏང་ངན་གྱི་བཏང་གི་ཡོད་རེད། ཨ་ནི་པ་འདི་ཚོགས་གཙོ་རྣམ་པ་གཉིས་ཀྱིས་བཏང་སྤྱི་གནང་གི་ཡོད་རེད། ད་ལྟ་གོང་དུ་གསུངས་པ་ནང་བཞིན་ཡང་ལས་རིང་རྣམ་གཞག་བཏང་ཡང་མཛོད། སོ་སོ་སོའི་གི་མཐུན་ཕྱོགས་ཡིན་ན་ཞེས་ནས་གསུངས་བར་བ། ད་དེ་འདྲ་ཡིན་པ་ཡིན་ན། པ་འདི་ཚོགས་གཙོ་རྣམ་པ་གཉིས་ཀྱིས་བཀའ་ཤག་གིས་ལས་རིང་རྣམ་གཞག་བཏོན་ཞེས་པ་མཛོད་སོ་སོའི་མཐུན་ཕྱོགས་ཡིན་པ་ཡིན་ན་ལས་རིང་རྣམ་གཞག་བཏོན་གི་ཡོད་པ་སྤྱི་ལ་ངོས་འཛིན་ཞུ་གི་ཡོད་ན། ད་ནི་ནས་འཛིན་སྐྱོང་བཀའ་ཤག་ངོས་ནས་ལས་རིང་རྣམ་གཞག་གཏོང་ཡན་ལ་འབོད་བརྩོན་ཞུ་གི་མེད། བཀའ་ཤག་གིས་བསམ་བློ་བཏང་སྟངས་འདི། ཤི་བའི་སྒྲིག་འཛུགས་དེ་ལ་ཅིག་ཕན་རོགས་བྱས་ན་བསམ་ནས་བཏང་གི་ཡོད་རེད། ལས་རིགས་ལ་ཆ་བཏང་དགོས་མང་པོ་ཅིག་ལག་པ་བསྐུམ་ནས་བསྡད་དེ་ཡོད། ཡང་སུན་པོ་ཆགས་འགྲོ་ས་རེད་བསམ་ནས་འདུག་ཕྱིན་བྱེད་ཀྱི་ཡོད་མ་འདུག་ཅིག་གིས་བཀའ་ཤག་གི་བསམ་བློ་མཐུན་དང་མ་མཐུན་དང་དེ་གི་ཆ་རྐྱེན་གྱི་འོག་ནས་བྱེད་ཀྱི་ཡོད་མ་རེད་དེ་ཡིན་དུས་ད་ལྟ་དེ་ལས་ལན་རྒྱབ་ཕྱིན་གྱི་མ་རེད་ག་རེ་ཟེར་ན་དེ་གང་ཟག་སྒེར་དེ་ཁ་ཤོ་རེད་ད་ནི་དེ་ལས་ཡོག་ཡོད་མ་རེད་ལ་སྐད་ཆ་དྲི་ས་ཡོད་ཡོག་མ་རེད་བ་གང་ཟག་སྒེར་གཅིག་གི་དོན་དག་ལ་ཡང་ཨ་ནི་ལན་འདེབས་དེ་བཀའ་ཤག་གི་འཇུས་ནས་གླེ་དགོས་ཀྱི་ཡོད་བ་ཡིན་ན་ཨ་ནི་དེ་འདྲའི་གི་གནད་དོན་མང་པོ་མ་འོངས་པ་གར་གར་ཆགས་སྲིད་ཀྱི་རེད་དེ་ཚོ་གཟིགས་དགོས་ཡ་ཅི་རེད་ད་ད་ལྟ་བར་དུ་གནས་ཚུལ་དེ་འདྲ་བྱུང་ཡོག་མ་རེད་སུས་ཞིབ་འཇུག་བྱེད་ཀྱི་རེད་ད། ད་ད་ལྟ་རིམ་པ་དེ་གསུམ་འགྲོ་ཆགས་འགྲོ་གི་འདུག་གཅིག་དེ་གཞུང་དེ་འདྲ་ལ་གནས་ཆུང་ཆོས་རྒྱལ་ལ་ཡིད་ཆེས་ཡོད། ད་དེའི་མངལ་ན་སྐམ་ཡོད་དེ་ག་རེད་ཟེར་ན། དེའི་ཞབས་འོག་གི་འདྲེ་ཤེལ་བརྒྱ་བཏང་སྟེ་འགྲིག་མི་འདུག་ཟེར་ཡ་དེའི་རིན་པ་གཅིག་རེད་བ། ད་ད་ལྟ་རིན་པ་གཞན་པ་ཅིག་གླས་ཡོང་གི་འདུག་བ། གཞུང་རྟེན་དགྲ་ལ་ཡིད་ཆེས་ལ། གཞུང་རྟེན་དགྲ་ལ་ལ་ཡིད་ཆེས་ཡོད། གནས་ཆུང་ཆུང་ཆོས་ཆེན་མོ་ཡིད་ཆེས་ཡོད། ད་ཕལ་ཆེར་སྐུ་སྟོན་གྱི་གསུང་བྱས་དེ་ལས་དོགས་པ་ཡོད་བ་ཟེར་བ་ཅིག། ད་དེའི་རིན་པ་རྙེད་པ་གསར་པ་ཅིག་གླས་ཡོང་གི་འདུག་བ། ཨ་རིའི་ཀུ་རེ་སྤྱི་འཐུས་ཀྱིས་ད་ལྟ་གནད་དོན་གཞན་པ་འདི་ལ་བཀའ་མོལ་གསུང་སྟངས་དེ་བྱས་པ་ཡིན་ན་ད་ཕལ་ཆེར་ཕལ་ཆེར་དེའི་རྡ་རམ་ས་ལ་གཡས་གཡོན་ལ་ཡ་ཉེ་འཁོར་ལ་ཡོད་དེ་ངས་ཚང་མ་འཇིགས་པོ་རྒྱག་དགོས་ཀྱི་ཡོད་ཟེར་བ་ཆོས་པ་བྱེད་པོ་མ་བྱས་ན་འགྲིག་གི་མེད་པས་ཟེར་བ་ཆོས་ཚང་མ་ཡིད་ཆེས་མ་རྙེད་པའི་མི་ཆགས་དེ་ཡོད་པས་ཟེར་བ་ཆོས་དེ་འདྲའི་གསུང་བསྡད་པ་ཡིན་ན་ད་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡ་གོ་བ་ག་རེ་འདུག་རེད། བྱས་ཙང་དེ་ཚོ་གཟིགས་དགོས་ཀྱི་འདུག་ཞེས་ནས་ངས་ཞུ་དགོས་དེ་ད་ལྟ་ཡང་སྲིད་ཡང་སྲིད་ཡང་བསྐྱར་ཡང་བསྐྱར་ཞུ་ད་ཨུ་ཚུགས་སྦྱར་ནས་ཡང་བསྐྱར་གྲོས་ཚོགས་ནང་ལ་གསུང་བསྡད་པ་ཡིན་ན། དེ་སྐོར་དེ་ལས། ད་ཡང་སྲིད་ཡང་སྲིད་ད་གྲོས་ད་ལྟ་ཆོས་རིག་ལས་ཁུངས་ཀྱི་ལྷག་མ་དེ་ཆ་ཚང་ཞིག་གཞུང་དེ་འདྲ་ལ་སྐོར་གཅིག་པོ་གཅིག་གཞུང་ཕལ་གྱིར་བས། དེ་དགོངས་པ་བཞེས་དགོས་དེ་གནད་འགག་ཆེན་པོ་རེད་ཤག། འོས་བསྡུ་ལས་རིམ་གྱི་འགྲོ་བསྡད་ཀྱི་ཡོད་པ་དང་དེ་ཚང་མ་ལོ་འོས་བསྡུ་ལས་ཁུངས་ཀྱི་གནང་དགོས་ཡ་དེ་ག་དེ་གནང་བསྡད་ཡོད་རེད། དེ་འོས་བསྡུ་ལས་ཁུངས་ཀྱི་འགན་རེད། དེ་ཡིན་དུས་ཚང་མས་ལ་འོས་བསྡུའི་སྐབས་ལ་ག་རེ་བྱེད་ཆོག་དང་མི་ཆོག་དང་ག་རེ་ཡོད་པ་དེ་གས་ཚང་མ་འོས་བསྡུ་གི་སྒྲིག་གཞི་བྱེད་སོང་བྱས་ཡོད་དེ་སྐབས་ཀྱི་འགན་འཁེ་མཁན་ཚོས་འཁེ་བསྡད་ཡོད་རེད་འགན་ད་ལྟ་འཁེ་ཐུབ་མེད་ན་དེ་སྟངས་འཛིན་བྱེད་ཡག་གི་འགན་དབང་དེ་གྲོས་ཚོགས་ལ་ཡོད་རེད་ཟེར་ནས་ཁ་ཟིན་གྲོས་ཚོགས་ནང་བཀའ་གནང་བར་བ་རང་དབང་ཅན་གྱི་སྡེ་ཚན་ཚོ་དགོངས་ཞུ་ཕུལ་དགོས་གི་ཡོད་ནས་སྤྱི་འཐུས་རྒྱུན་ལས་ལ་ཕུལ་དགོས་གི་ཡོད་རེད་ལས་བསྡོམས་སྙན་ཞུ་གས་སྤྱི་འཐུས་རྒྱུན་ལས་ལ་ཕུལ་དགོས་གི་ཡོད་རེད་དེ་ཡིན་དུས་ཚང་མས་ལ་ཁོ་ལས་ཀ་ག་རེ་ཡིན་པ་ཡིན་ནས་དུས་ཚོད་ཏག་ཏག་ཏག་ཏག་དེ་ལ་གནང་བ་ཡིན་ན། ཨ་ནི། ད་ལྟའི་གྲོས་ཚོགས་འཛིན་སྐྱོང་ལམ་ལུགས་ལ་ཡང་ཁྱད་ཡོང་དགོས་ཡ་མི་འདུག་བ། འོས་བསྡུ་གི་སྒྲིག་གཞི་དེ་སྤྱི་འཐུས་རྣམ་པ་ཚོ་མ་མཆན་པ་མ་རུ་བ་ཚང་མ་མཆན་གི་ཡོད་རུ་བ། དེ་ཡིན་དུས་བསམ་པ། དང་པོ་སོ་སོའི་གི་གཟིགས་བཀོལ་དེ་ཆ་ཚང་ཡག་པོ་བྱེད་ནས་གཟིགས་ཁྲིམས་དང་སྒྲིག་གཞི་འཛུགས་ཨ་ནི་ག་རེ་སྒྲིག་གི་འདུག་སྒྲིག་གི་མི་འདུག་བྱེད་ནས་གཞན་པ་ལ་གསུང་བ་ཡིན་ནས་གྲོས་ཚོགས་ནང་ག་རེ་གསུང་བ་ཡིན་ནས་དེ་གསུང་བ་ཡིན་ན་ཨ་ནི་འཛིན་སྐྱོང་ལ་ཡིན་པ་ཡིན་ནས་ལན་བརྒྱབ་ནས་བརྒྱབ་བསྡད་བོ། འགན་འཁྱེར་གི་ཡིན་བྱེད་ནས་ཞུ་གི་ཡོད། ཡིན་ནས་བཀའ་མོལ་དེ་འདྲའི་གནང་བདེ་བ་ཡིན་ན་འཛིན་སྐྱོང་འགན་ག་རེས་འཁྱེར་འོས་གྲོས་ཚོགས་ལ། དེ་ཡིན་དུས་ཚང་པ་ལ་ཡང། ད་གཞུང་རྟེན་དགྲ་ལག་དགོས་ལ་ཞེ་དྲག་གསུངས་མ་གོ་བྱུང་ན་ངས་ནི་ཡག་གི་རེད་བསམ་གི་ཡོད། སོ་སོའི་ཡིད་ཆེས་བྱེད་དང་མི་བྱེད་ཟེར་མཁན་དེ་གནས་ཚུལ་ཁ་ཁ་རེད། དོ་བདག་སྒེར་གཅིག་ལ་བྱུང་བྱ་བའི་གནས་ཚུལ་དེ་གྲོས་ཚོགས་འདིའི་ནང་བརྒྱུད་ནས་གཙང་མ་བཟོ་ཡག་གི་འབད་བརྩོན་བྱས་པ་ཡིན་ན་དེ་དཀའ་ལས་ཁག་པོ་ཡོད་རེད། འགྲོ་སྟངས་ཀྱི་ཐོག་ནས་ཡང་མེད་ན་གྲོས་ཚོགས་ཀྱི་ལས་རིམ་གཞན་པ་ཅིག་གི་བརྒྱུད་ནས་འཁེལ་ཡོང་བ་ཡིན་ན། ཨ་ཁོ་ཁོ་རང་རང་ལ་ཡག་པའི་གྲོས་བསྡུར་བྱས་སྦྱང་བཤད་བྱས་ནས་གཙང་མ་བཟོ་དགོས་ཡ་ནི་བཟོ་འགྲོ་དགོས་རེད་བ། ད་ཆོས་རིག་ལས་ཁུངས་སྒང་ལ་སྤུངས་ཡོང་དུས་བསམ་པ་འདི་ཡ་སྤྱི་ཡོངས་ཀྱི་བགྲོ་གླེང་རེད་དེ་ཀ་དྲི་བ་དྲི་ཡ་རེད་དེའི་བཀའ་ལན་ཐག་གཅོད་བྱས་ཐུབ་ཡ་གི་དབང་ཚད་སུ་ཅི་ལ་ཡོད་མ་རེད་བ་སྤུངས་བཞག་བ་མ་གཏོགས་ཅིག་གིས་དོགས་པ་བསླང་ས་རེད་བཞིན་སོང་བ་རེད་ཀུ་རེ་བྱེད་ཅིག་གིས། དོགས་པ་བསླང་ཆོག་གི་ཡོད་གཞི་རེད་མ་ཤེས་ན། ཡིན་ནའི་འདིའི་སྔན་གྱི་བརྒྱུད་རིམ་ཚང་མ་ཅིག་རྩད་གཅོད་བྱེད་ནས་སོང་བ་ཡིན་ན་གཅིག་རེད་བ། དེ་མ་གཏོགས་གཅིག་གི་གྲོས་ཚོགས་འདི་ནང་དོགས་པ་བསླང་དོགས་པ་བསླང་དོགས་པ་བསླང་བྱས་རྗེས། མང་ཚོགས་ནང་ལོགས་ལ་གོ་བརྡ་ག་རེ་སྤྲོད་དགོས་མང་ཚོགས་ཚང་མ་ལོགས་ང་ཚོ་འདས་ཚོགས་པ་ནང་བཞིན་ཞོགས་ཁའི་ནས་དགོངས་དག་བོ་དེ་ཚང་མ་བལྟ་ནས་བསྡད་ཀྱི་ཡོད་མ་རེད་བ་གྲོས་ཚོགས་ལས་རིམ་ཆ་གཅིག་བལྟ་གི་ཡོད་རེད་ཆ་གཅིག་བལྟ་གི་ཡོད་མ་རེད། ཆ་ཚང་བ་བལྟ་མཁན་དེ་དཔོན་དཀོན་པོ་རེད། ཚང་མ་ལ་དུས་ཚོད་འགལ་དེ་ག་ཞིག་ཡོད་མ་རེད། དེ་ཡིན་དུས་བསམ་པའི་སྐད་ཆ་ཆ་གཅིག་གོ་སྐད་ཆ་ཆ་གཅིག་མ་གོ་བ་ཡིན་ན་རང་ཞིང་གི་སྤྱི་ཚོགས་ནང་ལོགས་ལ་བསམ་ཚུལ་གཅིག་ཆགས་འདུག་ལ། འོ་དེ་འདྲའི་གི་གནས་སྟངས་ཡོད་པས་སོང་ཙང་དེ་སྐོར་ལ་ཡང་གང་ལྟར་བོད་མི་གལ་སྲིད་དོ་བདག་སོ་སོའི་ངོས་ནས་དེ་གཙང་མ་བཟོ་དགོས་ཡོད་ན་ངས་དང་འགལ་ཞུ་བ་ཡིན། སུས་གཅེས་འབྲེལ་ཞུས་ཡོད་ནས་དེ་ལ་ཕར་བཀའ་འདྲི་ཞུ་བ་ཡིན་ན། སྐབས་དེ་དུས་ག་འདྲས་རེད་འདི་བདེན་པ་བྱུང་ཡོད་རེད་བྱུང་ཡོད་མ་རེད། འདྲ་འཇུག་ཡོད་རེད་ཡོད་མ་རེད། ད་སྐུ་རྟེན་རང་ལ་ཡིན་ཆད་མེད་གསུང་དགོས་ཡོད་ན་གནས་ཚུལ་ཁ་ཁ་རོགས་ད། སྐུ་རྟེན་གྱི་གསུང་བཤད་རྒྱུ་ལས་ཡིད་ཆེས་མེད། ད་ལྟ་རྒྱལ་བ་སྐུ་འབྲེལ་བཅུ་གསུམ་པའི་དུས་ཀུན་དུས་འདི་ཡང་ལུང་འདྲེན་གྱིས་བྱེད་ཀྱི་ཡོད་རེད་བ། གནས་སྟངས་གཅིག་བྱུང་བྱ་བ་འདི་སྤྱི་ལ་མ་དྲང་བ་ཡིན་ན། ག་ཚོད་ཞིག་ཏག་ཏག་བསྡད་ཀྱི་རེད། དེ་ཞིག་བྱུང་ཡོད་པའི་དབང་དུ་བཏང་བ་ཡིན་ནས་ང་ལོ་རྒྱུས་དེའི་ཐོག་ལ་ཡང་མཁས་པ་དེ་འདྲ་གལ་མེད། རེད་བ། ད་མེ་ཁུ་རེ་གཅིག་དུས་གསུང་གི་ཡོད་རེད། དེ་ཡིན་དུས་གལ་སྲིད་དེ་འདྲ་བྱུང་ཡོད་པའི་དབང་དུ་བཏང་བ་ཡིན་ནས་གནས་སྟངས་གཅིག་བྱུང་བ་འདི་ཁྱོན་ཡོངས་ལ་ཡང་གཟིགས་པ་ཡིན་ན་ད་ལྟ་རྒྱལ་བ་རིན་པོ་ཆེ་གིས་གནས་ཆུང་སྐྱེལ་འདྲེན་གནང་གི་འདུག་བ། ཨ་དེ་ཚོ་གནས་སྟངས་ཚོ་གར་ཆགས་རེད་ད། བྱས་ཙང་དེ་ཚོ་དགོངས་པ་ཡག་པོ་ཅིག་བཞེས་དགོས་ཀྱི་ཡག་རེད། ཕྱི་ལོ་གོང་ས་སྲས་མགོན་ཆེན་པོ་མཆོག་གིས་ད་ངས་ལོ་དུས་ཏག་ཏག་ཅིག་དྲན་གྱི་མི་འདུག་གང་ལྟར་གཅིག་སྟོང་དགུ་བརྒྱ་བདུན་ཅུ་བརྒྱད་ཅུ་ཞིག་ནང་ལོགས་ལ་བཀའ་གནང་བ་དེ་ནས་བྱུང་ཡོད་རེད། ང་དེའི་འགན་ཁེ་ཤོར་རིང་ག་ལ་གནས་ཆུང་ཆོས་རྒྱལ་གནས་ཆུང་ཆོས་རྒྱལ་དེ་གཏན་འཁེལ་རེད་ད་བསླུ་བ་མེད་པ་ཡིན། མ་འོངས་པ་ང་མ་བསྡད་པར་ངའི་ཧ་མ་གོ་སུ་དཀར་ནག་ཡོད་རེད། དེ་ངའི་མ་ངའི་མ་དཀར་ནག་ཞིག་ཡོད་རེད་ད་ལྟ་ཡིན་ཡོད་རེད་བི་དྲོད་ཡོད་རེད། བ་དེ་ཡིན་དུས་ཚང་པ་ལ་ཨ་མ་འོངས་པ་ག་རེ་བྱེད་དགོས་འདུག་དེ་ནས་ང་ཚོ་ཆོས་སྲིད་ཟུང་འབྲེལ་བྱེད་ཀྱི་ཡིན་ཞེས་ལབ་ཀྱི་ཡོད་རེད་བ། ཨ་ཆོས་སྲིད་ཟུང་འབྲེལ་གནང་གི་ཡིན་པ་མེད་པ། ཆོས་སྲིད་ཟུང་འབྲེལ་གནང་བ་ཡིན་ན་དེ་ཚོའི་ཆ་དེ་ཚོ་འགུག་རེད་འགུག་གི་མ་རེད། བ་དེ་ཚོ་ཚང་མ་ལོ་ཨ་ནི་གོང་མ་ཞོལ་དགོས་ཡ་གནས་སྟངས་ཆགས་འགྲོ་གི་འདུག་བ། གལ་སྲིད་དེ་ཡང་སེ་ཡང་སེ་གྲོས་ཚོགས་ནང་གླེང་བ་ཡིན་ན། ཡིད་ཆེས་སྣ་ངན་གྱི་སྣང་མ་སྣང་ན་མ་སྣང་རེད་ཨེ་དེ་ཡང་སྲིད་ཡང་སྲིད་ང་ཚོ་གྲོས་ཚོགས་ནང་ལ་རྩོད་པ་གནང་ནས་དེ་བོད་སྤྱི་པ་ལ་ག་རེ་ཕན་གྱི་ཡོད་རེད་ད། ཡིན་ནས་ལན་རྒྱབ་ངེས་མེད་ངན་གཅིག་གི་ཆེད་དུ་དྲི་བ་བཏང་ཞེས་པ་དེ་བཀའ་ཤག་གིས་འགན་ཁྱེད་ཆེད་ཨེ་ལན་རྒྱབ་ཐུ་ཨེ་ཡོད་མ་རེད་ཞེས་ནས་དྲི་ཞུ་གི་ཡོད་ཨེ། དགོན་པའི་འགྲོ་སྟངས་དང་དེ་ཚོ་ག་རེ་ཡིན་པ་དེ་མི་སོ་སོ་སོས་ཀྱིས་མཁྱེན་གྱི་ཡོད་རེད་ང་ཚོ་གཞན་པ་ཚོས་ནི་སོ་སོ་སོས་ཀྱིས་དོ་སྣང་བྱས་ནས་གང་ཤེས་ཀྱི་ཡོད་པ་དེ་ཤེས་ཀྱི་ཡོད་རེད། དེ་ཡིན་དུས་བསམ་པ་དགོན་པའི་གི་འགྲོ་སྟངས་དེ་འགྲོ་སྟངས་གཅིག་རེད་དེ་ཡིན་ནས་ད་གནས་ཚུལ་ག་རེ་བྱུང་བ་ཡིན་ནས་དོན་དག་རྡོག་རྡོག་དེ་ག་རེ་རེད་ཟེར་ན། ང་ཚོ་གཅེན་གཅུང་མང་པོ་གཅིག་གི་ཐོག་ནས་གནས་ཚུལ་བྱུང་གི་ཡོད་རེད། དེ་བྱུང་ཚར་བའི་རྗེས་ལ། ད་ང་ཚོ་བཟང་ཕྱོགས་གཅིག་ལང་ཀ་ལ་འགྲོ་ཡ་འདུག་མི་འདུག་འདི་བསམ་བློ་བཏང་དགོས་རེད་མ་གཏོགས་གཅིག་གིས། ད་སོ་སོ་སོ་གཅིག་པོ་སྒོ་དག་ཕུལ་ཡག་གི་གཙང་མ་བཟོས་ཡག་གི་གཅིག་པོ་གཅིག་གི་ཡང་སེ་ཡང་སེ་དུས་དང་གླེང་བསྡད་པ་ཡིན་ན་ཨ་ནི་ང་ཚོ་རྩོད་པ་འདི་རྫོགས་ཐབས་མེད་པ་ཅིག་རེད་དེ་ཡས་གནས་སྟངས་དམིགས་བསལ་བ་དེ་འདྲ་གཅིག་གི་སྒང་ལ་ཡ་ཐག་གཅོད་དགོས་དགོས་ཡིན་ན་ཐག་གཅོད་ཐུབ་ཡག་ཁོ་ར་ཡག་མ་རེད་དེ་ཡིན་དུས་བསམ་པ་ལ་ཡ་ཚང་མ་ལ་དགོངས་པ་བཞེས་དགོས་ཡག་དེ་གལ་ཆེན་པོ་འདུག་སེམས་གོ་འདུག་ཐུགས་ཆེ།
དཔལ་ལྡན་ཚོགས་གཙོ་མཆོག་གཞིས་ལུས་ལས་ཁུངས་ཀྱི་རྒྱུན་གྲོན་དང་འབྲེལ་ནས་ད་ལྟ་དོན་ཚན་དང་པོ་དེ་ཞུ་ཡས་ལགས། ཨ་ནི་མ་འོངས་པ་ན་ད་ང་ཚོ་གྲོས་ཚོགས་གྲུབ་པའི་སྐབས་སུ་ཨ་ནི་རྒྱ་ཆེའི་མང་ཚོགས་ཡིན་པ་ཡིན་ན་ལས་ཨ་ནི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་ཚང་མ་ལོག་གི་བསམ་ཤེས་ཅིག་བྱས་ནས་བྲེལ་ཚོགས་འགྲོ་བའི་སྐབས་སུ་ས་གནས་ལ་ཡང་ལས་འགུལ་དེ་འདྲ་ཆེ་ཁག་དེ་གི་མེད་པ་ཡིན་ན། མང་ཚོགས་ཀྱི་རྩ་བའི་དུས་ཚོད་ཁག་པོ་རེ་དེ་ཡིན་ན་ཡང་བྲེལ་ཚོགས་ཆ་ཚང་ལ་ཅིག་ཟན་ཟོས་གང་ཐུབ་ཐུབ་ཀྱིས་ནང་དུ་ཡག་གི། ཨཱ་ནི་རེ་བ་འདྲ་མེད་འགྲོ་བསམ་གི་མ་གཏོགས་དེང་སང་འགྲོ་བས་ན་ཡང་ཨོ་རི་ས་ལ་ཡང་ཨཱ་ནི་ཞུ་དོན་དེ་གི་འགྲོ་དེ་གི་འདུག་ཨཱ་ནི་ཅིག་མི་མང་དེ་གང་དགོས་མཁོ་དེ་དུས་བྲེལ་ཚོགས་ཆ་ཚང་སེལ་མ་ཐུབ་ཨཱ་ནི་ཅིག་ཉིན་དེ་གི་ཡ་ནི་བཅས་མ་ར་རྒྱག་མ་ནི་དུ་ཡ་བཅས་ཕྱོགས་གཅིག་གི་དེ་ཆང་ཆང་འགྲོ་དེ་བ་ཡིན་ན་ཅིག་ཚོགས་ནང་ལོགས་ལ་འཕྲུལ་ཤེས་ཅིག་ཡོང་གི་འདུག་དེ་ཅིག་ཨཱ། རེ་འདུན་རང་ཡིན། ཨ་ནི་གཅིག་འདང་ཡ་གཅིག་ཡོད་ན་མེད་ན་ཟེར་ཡ་དེ་ཡིན། དེ་ནི་ད་ལྟའི་དོན་ཚན་གཉིས་པ་དེ། སོ་སོའི་སྐབས་དེ་གའི་སྤྱི་འཐུས་དྭང་ཤིའི་ལས་དུས་སྐབས་སུ་ཞུ་རྒྱུ་བྱུང། ད་ད་ལྟ་སྔ་མ་དེ་ཁྲི་འགྲོ་ག་ལ་མོ་དེ་ག་རེ་ཞུས་ཡིན་ཟེར་ན། ད་ང་རང་ཚོ་རྒྱལ་བ་ཇོ་ནང་པ་དེ་གའི་སྐོར་ལ། ག་རེ་ཟེར་ན་ད་ལྟ་བར་དུ་ང་རང་ཚོ་གྲོས་ཚོགས་ཚོགས་དུས་ག་དུས་ཡིན་པ་ཡིན་ན་ཨ་ནི་དེ་ལ་ཡ་བྱ་ནི་གུས་གུས་ཤིམ་ཤིམ་གྱི་སྐེད་པ་ལྷེང་ལྷེང་བྱས་ནས་ཨ་ནི་ཤུས་བསྡད་ཀྱི་འདུག་ཨ་ཤུས་མཁན་དེ་ང་རང་ཚོ་གི་བོད་མི་རིགས་རེད་ཤུས་ས་དེ་ང་རང་ཚོ་བོད་མིའི་སྒྲིག་འཛུགས་རེད་དེ་ཅི་དུས་རྩམ་པ་ཐ་མདའ་བིར་ཐུ་ཅིག་ནང་མི་ལ་གཏོང་སྟངས་དེ་སོ་སོ་ཡིན་ན་བློ་བདེ་བོ་རང་མི་ཆོངས་ཆོངས་མ་སོང་ངས་ད་རེས་དེ་དེ་ལ་ཞུས་ནས་ཅིག་འགྱུར་བ་ཆེན་པོ་ཅིག་འགྲོ་གི་རེད་བསམ་པ་གི་རེ་བ་ང་གང་ཡང་མེད། དེ་མ་ཐག་པའི་གྲོས་ཚོགས་སྐབས་སུ་ཡིན་ན་འཛིན་སྐྱོང་བཀའ་ཤག་གིས་དེ་དང་འབྲེལ་བའི་ཁྲིམས་འཆར་ཁས་ལེན་རེ་ཡིན་ན་མ་ས་ཕྱིན་པ་རེད་ངས་ག་རེ་ཞུས་ཡིན་ཟེར་ན། ང་ཚོ་བོད་ཀྱི་བསྟན་བདག་བླ་ཆེན་རྣམ་པ་གྱི་ཆོས་ཚོགས་ཐེངས་བཅུ་གཅིག་སྐབས་སུ་ཨ་ནི་ཡོངས་གྲགས་ཀྱི་བཅོས་མིན་གྱི་བསྟན་པའི་ཆེད་ནས་ཐ་སྙད་རེ་རེ་རེ་རེ་ཀློག་མ་དགོས་ཅེས་རྒྱལ་བ་སྨན་རི་པཀྵ་བསྟན་འཕྲིན་རིན་པོ་ཆེ་རྒྱལ་བ་ཀརྨ་པ་དཔལ་ལྡན་ས་སྐྱ་ལགས་སོགས་པས་ཐ་ན་རྒྱལ་བ་རིན་པོ་ཆེའི་བཀའ་ཡིག་གི་ནང་ན་ལ་ཆོས་རྒྱལ་ཆེན་མོ་འདིས་ནི། ཁོ་རང་རང་སྐྱ་ཕེ་བ་ཅིག་ཡིན་པ་དེ་ཁོ་སེའུ་བསད་ཀྱང་སོང་ཞབས་པད་ཆག་ཆག་ན་ངས་དགའ་ལྡན་ཁྲི་རིན་པོ་ཆེ་གི་འདི་ཅིག་ལོག་ཆོག་བ་རྗེ་བདུད་ཀྱི་ཤངས་རྟ་རྒྱས་ཀྱི་ཡར་སྐྱེས་པད་རྒྱལ་བ་བྱོན་གནང་བ་དེ་ཞིག་ཡོངས་སུ་གྲགས་པའི་ཆོས་རྗེ་ཆེན་པོ་འདི་ཞི་ལམ་འབྲས་གསུམ་དང་ལྟ་སྒོམ་སྤྱོད་གསུམ་གང་ཐད་ནས་ཆོས་བརྒྱུད་གཞན་ལ་བསྟུན་མ་དགོས་པའི་གྲུབ་མཐའ་རང་སྐྱ་རང་སྐྱ་ཕེ་བ་ཅིག་ཡིན་ནས་སོང་ཞབས། དེ་ཞུ་གནང་ན་ཞི་དུལ་དཀོན་མཆོག་ཡངས་པ་ལ་ལས་རིགས་རྣམས་ཀྱང་གསུངས་ན།
དཔལ་དུས་མཚུངས་སུ་ཆོག། ད་ལྟ་གནས་ཆུ་ཆུ་བྱི་ཆེན་པོའི་སྒོའི་གནད་དོན་དུ་གཅིག་རེད་རྒྱ་བོད་ཇོ་ནང་བར་གྱི་གནད་དོན་དུ་གཉིས་རེད། གནད་དོན་དེ་ཚང་མ་གྲོས་ཚོགས་ནང་ལ་དཀའ་ངལ་ཡོད་པའི་གི་གནད་དོན་རེད་ཨན་དེ་ཕར་ཕྱོགས་དེ་མ་ཞུས་ན་ཡག་པོ་རེད་གཞན་པ་ཕྱོགས་གཞན་པ་གཅིག་ལ་ཞུས་ཆོག་རེད་ཡག་པོ་ཡོད་མ་རེད་སྟངས་འཛིན་ཡག་པོ་བྱེད་རེད་རིང་ཏག་ཏག་འགྲོ་གི་མི་འདུག་ཞུ་ཡ་ཡིན། ད་གིས་བཀུར་འོས་ལྟར་བཀུར་འོས་ཕྱི་དྲིལ་རྣམ་པ་ལ་འབོད་སྐུལ་ཞུས་ཟིན་པ་ཡིན་ད་གྲོས་ཆོས་རིག་ལས་ཁུངས་ཀྱི་ལས་དོན་དང་འབྲེལ་བའི་ཐོག་ནས་གླེང་སློང་གནང་རོགས་གནང་ཟེར་ད་ལྟའི་ཐད་ཀར་འབྲེལ་བ་ཆགས་ཀྱི་འདུག་མོད་དེ་ཡིན་གྱི་མིན་ནི་དགོངས་པ་བཞེས་རོགས་གནང་ད་འདི་ཅིག་གསུངས་ཚར་དུས་ཚོད་ཚོད་འོང་དཀའ་བསྡད་ན། འོ་གནས་ཚུལ་དེ་ཆེ་བ་ཆགས་ཀྱི་འདུག་བ། དེ་ཏག་ཏག་བསྡད་ཀྱི་མི་འདུག་བ་དེ་ཡིན་དེ་ཆེ་བ་མ་ཆགས་ཡའི་ཆེད་དུ་སོ་སོའི་ངོས་ནས་དགོངས་པ་བཞེས་ཐུབ་ན་དེ་ཡག་པོ་འདུག་བ། གནས་དེ་ཡིན་དེ། ཡིན་གྱི་མིན་ནི་དགོངས་པ་བཞེས་རོགས་གནང་ཟེར་ཞོར་ཡིན་ད་འདི་ཚོ་ཚོའི་ལམ་སྟོན་བྱེད་ཕྱོགས་དེ་ག་རང་ཡིན་ད་ཆོས་རིག་ལས་ཁུངས་ཀྱི་ལས་དོན་དང་འབྲེལ་བའི་ཐོག་ནས། ནི། བགྲོ་གླེང་དང། གསར་བཤད་ལན་འདེབས་ཕལ་དེ་གནང་རོགས་གནང་ཟེར་དེ་མེད་འབིག་གི་གནས་ཚུལ་དེ་གསུངས་མ་དགོས་པ་གནང་རོགས་གནང་ཟེར་ནས་ཚོགས་གཙོས་ཡོང་འཇགས་ཞུ་གི་ཡོད་ཕྱི་དྲོའི་ཆོས་གྲགས་རྒྱ་མཚོ་ལགས་འཁྲོད་སོང་ལ་མ། དཔལ་ལྡན་ཚོགས་གཙོ་མཆོག་ནི་རྩ་བའི་བསམ་ཤེས་ཅིག་ཐུག་འདུག་ཡིན་ན་ལས་ཐབས་ག་རེ་ཞུས་བ་ཡིན་པ་ཡིན་ན་འགྲིག་གི་མེད་བ་སོགས་འདྲ་ཅིག་འདུག་མི་འདི་ཆོས་རིག་ལས་ཁུངས་ལ་འབྲེལ་བ་ཡོད་བ་མ་རེད་སུས་ལབ་ཐུབ་ཀི་ཡོད། བསྟན་བདག་བླ་ཆེན་རྣམ་པ་གི་སྤྱི་མིག་གི་སྟངས་ཤར་ཡོད་བ་རེད་ང་རང་ཚོ་གི་དེ་ཆ་རྐྱེན་ཆ་ཚང་ཡོད་པའི་ཆོས་རྒྱུད་ཆེན་པོ་འདི་ལ་ད་ལྟ་བར་དུ་བཀག་ནས་བཞག་བཞག་བ་དེ་ག་རེ་ཅི་ནས་བཀག་གི་ཡོད། འདི་ཕྱི་རོལ་ལན་གང་དང་འབྲེལ་བ་ཡོད་མ་རེད་སུས་ལབ་ཐུབ་ཀི། འོ་དེའི་ཕྱིར་མ་འོངས་པ་ན་ད་ད་འདྲ་ཚ་ཚ་བ་རེད་ན་མ་འོངས་པ་ན་སྐབས་བཅོ་བརྒྱད་ཟུག་ཡིན་པ་ན་ང་ཚོ་ཁྲིམས་བཟོ་ལྷན་ཚོགས་ཡིན་ཙང་ཨ་ནི་བོད་མི་མང་དེ་གི་སྤྱི་ལ་སྙོམས་པའི་དྲང་བདེན་གི་བྱམས་སྐྱོང་དུ་གནང་དགོས་ཡོད་ཙང་དེ་ཐུ་ལ་ཅིག་བཞག་དགོས་འདུག་མ་འོངས་པ་ན་ཁྲིམས་བཟོ་གི་གྲུབ་ཆ་ཚོགས་མི་སུ་ལས་བ་ཡིན་ཨོ་དེའི་ཕྱིར་ཞུ་ཡ་ཡིན་དེ་ནི་དེ་དང་འབྲེལ་བྱས་ནས་ད། ང་ཚོ་ཕ་ཡུལ་ལ་གཏམ་དཔེ་ཅིག་ཡོད་པ་རེད། བོང་བུ་དང་མ་མཚུངས་ན་གཟན་ཆས་དགུ་དེ་ཙམ་པ་ད་ནག་པོ་ནང་སྐད་རྒྱབ་ནས་ཚུར་ལོངས་གི་འདུག་ངོ་ནས་བྱས་ན་འདི་གའི་ཚང་མ་མ་ཤེས་བ་བསམ་སྲིད་ཡིན་ན་ཁྲག་ཕར་ཅིག་ཡོང་གི་འདུག་བ། འདི་ང་ཚོས་ཞུ་གི་བསམ་གི་ཡོད་མ་དཀྲིས་ཐོག་ར་བ་འདིའི་ནང་ལ་ཤེས་ཚར་རེད་དེ། དཔེ་ཆ་ཞིག་ན་ཉེ་ཆར། འབྲེལ་ཡོད་སྤྱི་འཐུས་ཀྱི་གསུང་སོང་བ། སྤྱི་འཐུས་ཡར་ལངས་བསྡད་མཁན་དེ་འུད་ཀྱི་ཆེ་སྟེ་སྨྱོ་བསྡད་ཤག་ཟེར། དེ་རེ་བས་ངོས་ནས་ཚུར་སུ་སྨྱོ་བསྡད་ཤག་འདི་པའི་ལུགས་ངག་གི་ནང་ལོགས་ལ་ག་དུས་ཡིན་པ་ཡིན་ན་རྒྱལ་བ་རིན་པོ་ཆེས་དཔེ་དེ་སེམས་ལ་དྲན་པའི་ཐོག་ནས་དྲིའི་ཚོགས་ནི་ཆ་ཤས་རེ་རེ་ལེན་པའི་སྐབས་སུ། པོ་ཆེ་ཁ་སེམས་དེ་སྐྱིད་ན་སྐྱིད་མཉམ་གཅིག་དང་སྡུག་ན་སྡུག་མཉམ་གཅིག་ཡོང་ན་བསམ་ནས་དེ་འདྲ་རྐྱང་རྐྱང་བགྱི་བ་ལ་བརྟེན་ནས། ཨང་རིམ་གཅིག་ཅིག་བསགས་བསྡད་པ་དེ་རྒྱུ་མཚན་དེར་གདའ། དགོད་སྟངས་ལོག་གི་འདུག་ང་ཚོས་ཅིག་བརྩམས་པ་སུས་སུས་སུས་བརྩམས་ཁུལ་གཞན་ལ་བཀོད་ཟེར་དག་རང་ཆགས་ཀྱི་བར་གདའ། ད་མདུང་གཏམ་དཔེ་ཅིག་བཤད་ན། ཨ་ཡག་སུས་སུས་དང་དྲི་མ་སུས་གཞན་ལ་ཁག་གི་འདུག་ཟེར་ཨ་ཡག་ལ་དེ་ཨམ་འདུག་མཁན་ལ་ལྟུང་བཞི་སུས་སུས་འོས་དང། ཨ་ནི་དྲི་མ་གཞན་ན་ག་གི་འདུག་ཟེར་ཡ་དེ་ཆགས་ཀི་ཡོད་རེད་དེ་རྩ་བ་ཉིད་ནས་འགྲིག་གི་མ་རེད་དེ་དང་འབྲེལ་བྱས་ནས་ད་ངས་ནི་ཆུང་ངུ་དེའི་སྐོར་ལ་མང་པོ་ཤེས་ར་ཡོད་ད་ངས་ཤོད་གི་མེད་ཡིན་ན་ལས་དེ་དང་འབྲེལ་ནས་ད་བཟོ་ཟོ་གི་ཆགས་སྲིད་ཟེར་ན་གནས་ཚད་མཐོ་དྲག་རེད་ཡུལ་ལུང་ཞེ་དྲག་པ་ཅིག་དང་ཅིག་བསམ་ཚུལ་མཐུན་མ་མཐུན་ཅིག་གི་སྒང་ནས་ཐ་ན་དཔེ་དེ་ད་དཔེ་བྱ་ཟེར་ན་ངས་ཁྱེད་རང་ད་ལྟ་སྒོ་མང་གི། ལས་ཐོག། མཁན་རིན་པོ་ཆེ་འདྲ་ཡིན་པ་ཡིན་ན་དགའ་ཚལ་ནག་པོ་བཟོ་སོང། མཁན་རིན་པོ་ཆེ་འདྲ་བ་ན་ལྕང་སྐྱ་རིན་པོ་ཆེ་གི་ཡོངས་འཛིན་རེད་བ། སྟག་རྩེ་རིན་པོ་ཆེ་གི་ཡོངས་འཛིན་རེད་བ། ཀུན་འདུས་གླིང་གི་རྩ་བའི་བླ་མ་རེད་བ། ད་གང་ནང་བཞིན་པོ་ཕྱི་ནང་གཉིས་ནས་ལོ་སུམ་ཅུ་མ་ཟིན་ཚར་ལ་དཔེ་ཁྲིད་རང་གི་སྒང་ལ་ལྷག་པ་ལྷོ་གཉེར་རང་གི་སྒང་ལ། ཆབ་སྲིད་དང་འབྲེལ་བ་མེད་པའི་དེ་འདྲ་སྐད་ཆོས་ཤིག་དེ་རྒྱ་གར་འབུ་ཕྱི་ལ་བསྟད་པ་དམ་ཚིག་དབྱེ་བ་མེད་པ་ཡིན་པས་འདི་འདྲའི་རིགས་ལྟ་དགེ་འདུན་པ་ཚད་དང་ལྡན་པ་ཨ་ནི་གང་ལ་གར་གྱི་ཡོད་དོ་སྟོང་པ་གི་ན་བཟའ་དེ་མར་པས་ར་ཤི་ཡ་གམ་ཨ་མི་གི་གོ་ལོག་དེ་གི་ཡག་གོ། དེ་སུ་ཨ་ནི་དྲ་ཐོག་ནས་མཚན་མོ་ཞུ་མཁན་དགེ་འདུན་པ་གི་ནང་ལ་ཡོང་གི་འདུག་དེ་མི་སྐྱ་གི་ནང་ལ་ཡོང་གི་འདུག་དེ་སུ་ཏང་གི་ཤི་བ་ནང་བཞིན་ང་ཚོ་པོ་ཁ་བ་གངས་ཅན་གི་ལས་རྒྱུ་འབྲས་གསུང་མཁན། ཡ་རབས་དང་ཞིང་ཆེན་བའི་སེམས་ཁེངས་ཀྱི་རྗེས་ལུས་སྤྱི་སྟངས་དང་རྩ་བ་ཉིད་ནས་མཐུན་གི་ཡོད་བ་མ་རེད་ནི་དེ་ཤོད་གིན་ད་ཁ་མ་བླངས་ན་ཡག་གི་རེད་མ་གཏོགས་ངེད་ཆུང་ཆུ་རྒྱལ་ཆེན་མོའི་སྒང་ལ་དེ་ཆ་ཚང་ཤོད་ཡ་ཡོད་ཡིན་ན་ལས་བ་དེ་ཚོགས་ཚོ་སྐུ་ངལ་ཐེབས་གི་ཡོད་ཧ་གོ་གི་འདུག་ཆིང་ས་ནས་བསམ་བློ་དང་ལེན་ཞུས་གི་མེད་ད་དེ་རྣམ་པ་ཚོས་བསམ་ཤེས་ཅིག་ཐུབ་དགོས་རེད་དེ་ཤོད། ཞེས་དེའི་དགེ་བཤེས་ཨ་ཀྲོང་རིན།
པ་ཏིང་ཚོགས་གཙོ་མཆོག་ཆོས་རིག་ལས་ཁང་གི་རྒྱུན་གྲོན་ཚིག་མགོ་དང་འབྲེལ་བའི་ཐོག་ནས་གནས་སྟངས་ཁ་ཤས་ཀྱི་ཞུ་ཡ་ཡོད། གནས་སྟངས་དང་པོ་དེ་རྩ་ཡིག་རྣམ་པ་ཚོས་གང་གཱ་གི་ཆེན་སེང་ཆགས་དུས་ཡོད་རེད། ཉིས་སྟོང་ཉི་ཤུ་རྩ་ལྔ་ཕྱི་ཟླ་བདུན་པ་ལི་ཡ་ཆོས་རྒྱུད་བླ་ཆེན་ཚོགས་འདུའི་སྐོར་ལ་ཆོས་མ་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཡི་ཡང་སྲིད་ཕེབས་ཀྱི་ཡིན་ཟེར་ནས་ཞལ་དྲང་པོ་ལ་ཡང་ང་རང་ཚོས་ཉན་གྱི་ཡོད་རེད། སོ་སོ་རང་ཉིད་འདྲ་བ་ཡིན་ན་ཁོ་དེ་དུས་ཆོས་རྒྱུད་བླ་ཆེན་ཚོགས་འདུ་ལ་བཅར་ངེས་ཡིན། ཡིད་ཐུགས་ཡིན་པ་ཡིན་ན་ཡང་ལག་པ་འཇུ་བའི་གནས་སྟངས་ཅིག་ཡོད་རེད་དེ་ཆོས་དུས་དེ་ལ་སྤྲོས་ནས་ང་རང་ཚོ་གསང་སྤྱོད་བརྒྱུད་ལམ་ཁག་ལ་གནས་སྟངས་མང་པོ་ཅིག་ཆགས་ཡོད་རེད་དེ་ཡིན་པ་ཡིན་ན་དེ་གི་མཇུག་ཆུང་འདྲ་པོ་དེ་ང་ཚོས་ག་ཚད་ཚད་ཅིག་བྱེད་དགོས་ཡོད་ནའང་བསམ་པའི་ཚོར་སྣང་ཅིག་རེད། གང་ཡིན་ཞེ་ན། སོ་སོའི་སྒེར་གྱི་འཆར་སྣང་ལ་ཡང་མ་འོངས་པར་གོང་ས་སྐུ་ཕྲེང་བཅུ་དྲུག་པའི་ཡང་སྲིད་སྐུ་ཕྲེང་བཅོ་ལྔ་པ་དེ་ཡང་དག་པའི་ལམ་ལུགས་གཅིག་དང། ཅེས་ང་རང་ཚོའི་ཆོས་རྒྱུད་ཆེན་པོའི་ཤོད་གཡོག་འབྲུག་བན། བོད་ཆོལ་ཁ་གསུམ་གྱི་སྤྱི་དམངས་གཉིས་ཀྱི་རྩོད་མེད་ཀྱི་ཐོག་ནས་ང་ཚོས་འབྲུག་ཐུགས་ཡ་གཅིག་གིས་ད་ལྟ་ནས་ང་ཚོའི་གི་ལས་གཞི་བཙོང་པ་ཡིན་ནའང་དེའི་ནང་ལོགས་ལ་ཡང་སྔ་མ་ཡང་ཐེངས་བཅུ་བྱུང་མྱོང་ཡོད་ཆོས་རྒྱུད་ཆེན་པོ་ཤོད་གཡོག་འབྲུག་བན་དང་བཅས་པའི་བླ་ཆེན་རྣམ་པ་ལ་ཡང་ཨོ་དགའ་ལྡན་ཕུ་ཐུང་ཉོ་འདོད་ལ་མཐིལ་རྟོལ་ཡོད་པའི་ཐོག་ནས་དེ་འདྲའི་ཅིག་ང་ཚོས་ཀྱི་འཆར་གཞི་བཏིང། ལས་བྱེད་ལས་སྒྲུབ་པ་ཡིན་ན་མ་འོངས་པ་ལ་ཡང་ང་ཚོས་དེ་གི་ཐོག་ལ་ཡ་ཧ་ཅང་གི་ནུས་པ་ཐོན་པ་ཅིག་ཡོང་གི་རེད་བསམ་པའི་གནས་སྟངས་ཅིག་དེ་རེད། གནས་སྟངས་དེ་དང་འཁྲུལ་པའི་ཐོག་ནས་དཔེར་ན་སོ་སོ་ཞིག་ཡུལ་གྲུ་ཁག་ལ་ཡ་ད་ལྟ་ལས་འགོ་དང་དེ་འདྲ་སྒྲུབ་པའི་སྐབས་ལ་ཡ་ང་རང་ཚོས་ཀྱི་མ་འོངས་གཅིག། རྒྱལ་སྲིད་ཀྱི་ནོར་ལུག་ལ་བལ་རྒྱུད་ནང་བསྟན་གྱི་སྤྲུལ་སྐུ་གྱི་ལམ་ལུགས་རེད། ལྷག་པར་དུ་ཡང་བལ་གྱི་ལོ་རྒྱུས་ཀྱི་ནོར་ལུགས་ལ་ཡང་ས་གྲགས་པའི་རྒྱ་བོད་པེ་ཅིང་གཉིས་ཀྱི་ཡོ་སྲིད་བདག་པོ་ཇོ་ཧྲུའུ་ཀི་ལོ་རྒྱུས་ཀྱི་ལམ་ལུགས་དུས་ཚོད་བདག་དབང་སྲིད་དང་སྲིད་ལུགས་ཡོད་མེད། ལོ་རྒྱུས་དུས་ཚོད་ཀྱི་ཐོག་ལ་ཡང་ང་རང་ཚོས་ཀྱི་སྐད་རིགས་འདྲ་མིན་གྱི་ཐོག་ནས་ཕྱིའི་ཡུལ་གྲུ་ཁག་ལ་སྤྲང་བསྒོས་ཏེ་དཔེ་གལ་ཆེན་པོ་ཆགས་ཏེ་བཞག་བསམ་པ་འདྲ་བོ་ཆེ་ཚུར་སྣང་ཤུགས་ཆེན་པོ་བྱུང་སོང།

ཁོང་གིས་བཀོད་དེ་དུས་ལང་ཐེངས་དེ་ལ་ཡ། སྐྱེ་སྟངས་བོད་དོན་ཐོག་ལ་ཡིན་པ་ལ་ཡ། ད་རྣམ་པ་ཚུགས་ཀྱི་དགོས་དོན་དངོས་སོགས་དེ། རྒྱ་བོད་སྐུ་ཕྲེང་བཅོ་ལྔ་པ་དང་འབྲེལ་བའི་ཐོག་ནས་ལས་བྱེད་ཚང་དགོས་དེ་ཕལ་སྐད་ཆེན་པོ་ཞེ་དྲག་རེད། རྒྱ་ནག་གཞུང་གིས་དེ་སྐོར་ལས་ལོ་བཅོ་བརྒྱད་ལྔ་ནས་འཆར་གཞི་བསྒྲིགས་པའི་ཐོག་ནས་གང་ལ་གང་འཚམ་ཅིག་ཤི་ལས་སླ་པོ་རྐྱང་ཡོང་གི་འདུག། ང་ཚོ་ཁས་ལེན་དེ་འདྲ་བོ་ཅིག་ཡིན་པ་ཡིན་ན་རྒྱ་ནག་གཞུང་གིས་ལམ་ལུགས་དེ་ལ་ང་ཚོས་ངོས་ལེན་བྱེད་ཀྱི་མ་རེད་དེ། རྣམ་པ་ཚུགས་ཀྱི་ལས་གཞི་དེ་གི་སྐོར་ལ་ཡ། འཆར་གཞི་ཡོད་པ་གོ་རིམ་ཡོད་པའི་ཐོག་ནས་ད་ལྟ་ནས་སྤེལ་དགོས་ཡ་གལ་ཆེན་པོ་འདུག་ཟེར་ནས་ནང་བསྟན་དེ་གནང་གི་འདུག་དེ་ང་ཚོ་གང་དགའ་གི་ཐུགས་ལ་བཞག་དགོས་དེ་དཔེ་གལ་ཆེན་པོ་མིན་འགྲོ་བ་དྲན་གི་འདུག་གནད་དོན་གཅིག་དེ་ག་ཚོང་ངས་དེ་ལས་ཤོར་བ་ཡིན། དཔེ་ཆེན་སྐུ་ཕྲེང་བཅུ་པ་དང་འབྲེལ་བའི་ཐོག་ནས་ཡུལ་འདི་ཁྲི་བདུན་གྱི་སྙན་ཞུ་དེ་ཕྱི་གྲས་ལ་མི་འདུག་ཟེར་ནས་ཞུས་པ་ཡིན་དེ་དངོས་ཡོད་ཡིན་ཡིན་ནའི་ཕྱི་གྲས་བཀའ་ལན་གྱི་ཡོད་གསུངས་པ་རེད་དེ་དེ་ཁོ་ན་ཡུལ་དང་པོའི་ངོ་བོ་འདྲ་བ་ཅིག་རེད་དེ་དེ་བོད་སྨན་ཚུགས་པ་གི་དཔའ་བླུ་རྒྱབ་པ་གཅིག་ཕྱི་གྲས་ལ་སྡོད་ཡོད་པ་ཙང་རེད་ད། དེ་ཡང་དགུ་བཅུ་གོ་བདུན་ལས་ལོ་དབྱིན་ཡུལ་ལོ་བརྒྱུད་པ་རེད། ག་ཚོང་སྡེ་དེ་གྲོས་ཚོགས་ལས་དོན་གྱི་རྣམ་པ་ཚོ་དགོངས་པ་ག་རེ་བཞེས་དགོས་རེད་ཟེར་ན་ངས་བཙན་བྱོལ་ལས་ཆབ་སྲིད་ཀྱི་གོ་ཐུག་མི་འདུག་ཟེར་ཏེ་ང་ཆབ་སྲིད་གོ་ཐུག་ཡོད་ཟེར་བ་མ་གཏགས་གོ་ཐུག་ཞན་པོ་འདུག་ག་ཚོང་སྡེ་དེ་འདི་ལས་དོན་དུས་ཀྱི་སྡེ་དེ་མིན་ཏེ། པེ་ཅིན་རིན་པོ་ཆེ་རྒྱ་ནག་ལ་ཡར་སྙན་ཞུས་དུས་བསྐྱོད་པའི་སྐབས་ལ་ཡང་རྒྱ་ནག་གི་དཔོན་རིགས་ཚོས་ཀྱིས་དེ་ལས་མིན་ཏེ་ག་རེ་དུག་ཡོད་པའི་མདའ་ཟེར་ཏེ་རེད་དུག་མདའ། སྙན་ཞུ་མ་རེད་དུག་མདའ་རེད་ཟེར་ག་ཚོང་དབྱིན་ཇིའི་མཁར་གཞུང་དེ་ལ་ཡང་དུག་མདའ་རང་ཡོད་རེད་ད།

དེ་ནས་ང་རང་ཚོའི་ལྷན་ཁང་ཁག་གི་དོན་དག་སོགས་ནས་རྒྱ་མིའི་མིང་ཡོད་འཇོག་རྟེན་འབྲེལ་བྱེད་རྒྱུའི་བློ་ཕམ་དག་བྱུང་ཡིན་ན་དེ་ལས་འཕྲོས་ནས་གད་སྙིགས་སྲིད་སྐྱེལ་ཞུ་གི་མེད། གནས་སྟངས་གཅིག་དེ་ང་རང་ཚོས་ཀྱི་དེ་རེད་ད་དཔེར་ན་ངས་ད་ལྟ་གོང་ས་མཆོག་དང་འབྲེལ་བའི་ཐོག་ནས་ད་ང་རང་ཚོས་ཀྱི་ཞུ་ཚུལ་དེ་དཔེ་ཁ་པོ་ཆགས་བསྡད་ཡོད་རེད། ད་དབུ་ལུའི་ཞུ་ངེས་ཚོས་ཀྱི་གནང་ལུགས་གནང་སྟངས་འདྲིས་མ་འདྲིས་དེ་ཡང་ཕལ་ཆེར་ང་རང་ཚོས་ཀྱི་ཤེས་ཚད་ཀྱི་ཁོའི་ཁོར་ཡུག་དེ་མེད་པ་འདྲ་བོ་བྱེད།

ཚིག་མཛོད་ཀ་ཟེར་ལས་སམ་ཨོ་ཨོ་ད་གོང་ས་མཆོད་དེ་འདྲའི་དེ་འདྲའི་ཞུ་གི་ཡོད་ས་རེད་གོང་ས་མཆོད་ལ་ཡང་ཤ་རུས་ཞུ་སྟངས་དེ་ཏག་ཏག་དེ་གོ་མི་འདུག་གོང་ས་མཆོད་ཁྲིད་སྟངས་དེ་དེ་འདྲའི་མ་རེད་བ་སང་ནས་བློ་ཕམ་དང་ཚོར་བ་ཞིག་པོ་སླེབས་ཡོད་རེད་བ། འདས་པ་དེ་ལ་བལྟས་ནས་མ་འོངས་པ་ལ་ཡང་ཉེ་ཁོའི་གཞུང་ངན་ཚོས་ཀྱིས་གཉེན་དུ་ཚུར་བཏང་དགོས་མ་དགོས་མ་མཐོང་རུང་ནའང་སྲིད་དེ་བས་ཕྱི་ནང་གཉིས་ལ་ཡང་སེམས་ཚོར་ལ་བློ་ཕམ་བཟོ་གི་འདུག་འོ་དེ་དོན་ལ་དགོངས་པ་ཞིག་རོགས་གནང་ཞུ་ཡ་དེ་ཡིན། ད་ལྟ་བཀའ་ཤག་དང་འབྲེལ་བའི་ཐོག་ནས་ངེད་ཀྱི་མཐའ་མའི་དྲི་བ་དེ། སོ་སོའི་ཆོས་མཐུན་བཀོད། ཡང་བཀོད་ཆོས་མཐུན་ལོངས་ཀྱིས་བཀོད་ནས་འབྲིང་ཆུང་བཀའ་ཤག་ལ་གྲོལ་བ་དེ་ཆོས་རིག་དང་འབྲེལ་བའི་སྟོབས་ནི་དེ་ཡིན། དཔལ་རྒྱལ་བ་ཀརྨ་པ་དེ་ང་ཚོ་མི་རིགས་གཅིག་གི་འཐབ་རྩོད་དང་འབྲེལ་བའི་ཐད་ནས་མ་འོངས་གལ་ཆེན་པོ་ཆགས་ཀྱི་རེད་དཱ། དེའི་སྐོར་ལ་ཡང་ང་རང་ཚོས་ཆོས་རིག་གི་ཤུགས་རྒྱག་དགོས་ཀྱི་འདུག་དཀའ་ངལ་ག་ལ་འཕྲད་དགོས་ཀྱི་འདུག་ན་ཆོས་རྒྱུད་ཆེན་པོའི་ཤེས་ཡོན་འབྲུ་བེན་དང་བཅས་པ་བསྡུ་སྒྲིག་དགོས་ཀྱི་ཡོད་ན་བསྡུ་སྒྲིག་དགོས་ཀྱི་ཡོད་རེད། རྒྱ་གར་གཞུང་གི་ངོས་ལས་ཡིན་པ་ཡིན་ན་ང་རང་ཚོས་མ་འོངས་པར་བོད་བསྟན་ཐབས་རྩལ་དེ་མུ་མཐུད་ནས་རྒྱབ་སྐྱོར་གྱི་བསམ་བློ་ཡོད་ན་དེ་གལ་ཆེན་པོ་ཡིན་པར་འགྲེལ་བཤད་རྒྱག་དགོས་ཀྱི་འདུག་ཟེར་ནས་ཐེངས་མང་པོ་ཞུ་མྱོང་ཡོད། སྐབས་དེ་དུས་ཡའི་ཆོས་རིག་བཀའ་བློན་གྱིས་སྐབས་གཅིག་གི་སྐབས་ལ་ཡང་འབད་བརྩོན་ཞུ་གི་ཡོད། ད་དེ་ཕྱི་ནང་གཉིས་ཀྱི་ཐོག་ནས་དཀའ་ངལ་འདུག་ད་དུང་འབད་བརྩོན་ཞུ་བཞིན་པ་ཡིན་གསུང་གི་འདུག་ད་ལོ་ལྔ་བཅུ་ལ་ཉེ་འགྲོ་གི་ཡོད་རེད། དེ་བྱེད་དུས་གང་ལ་ཡ། དཔལ་རྒྱལ་བ་ཀརྨ་པ་དེ་ཕྱིར་རྒྱ་གར་ལ་ཡང་གདན་འདྲེན་ཞུ་ཐུབ་ཡ་ཅིག་དང། རྒྱ་གར་ནང་ལོགས་ལ་ཡང་ང་རང་ཚོ་བོད་རིགས་ཙམ་མ་ཚད་ཧིན་བྷ་ལ།